མཁན་ཉིད་གནས་བྱ་ནི་ནི་ངས། རྣམ་པ་ཚོ་ལ་ད་ང་ས་ཆ་གཅིག་ནས་ས་ཆ་གཞན་གཅིག་ལ་འགྲོ་གི་ཡོད་ཟེར་ནས་ངའི་ངོ་དེབ་དཀར་དེ་བྱས་ཡིན། ཨ་ནི་ད་ངའི་ངོ་དེབ་དཀར་ལ་ཐད་གཏོང་གསལ་བསྒྲགས་དེ་ཉིན་མོ་ད་ག་རང་ལ་བཏང་ཡིན།

ད་ང་ཚོ་དབུས་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་མཆོག་ཨ་ནི་སྐོར་སྐྱོད་ལ་ཕེབས་ཀྱི་ཡོད་རེད་སྤྱད་ནི་ང་ཚོ་བོད་མིའི་སྒྲིག་འཛུགས་ཀྱི་ཨ་ནི་དེའི་ག་ལ་སྐར་སོགས་ར་བོད་མིའི་སྒྲིག་འཛུགས་ཀྱི་ད། དྲ་རྒྱ་ཁག་ལ་གསལ་བསྒྲགས་སླེབས་རེད། ཨ་ནི་དེ་འདྲས་ཅིག་གསུངས་ཙང། ཨ་ནི་ངས། ད་ད་ལྟ། དཔལ་ལྡན་སྲིད་སྐྱོང་མཆོག་ཕེབས་པ་ཡིན་ན་ག་བ་ག་བ་འགྲོ་གི་ཡོད་མིན་དང་དེ་ཚོ་ཚང་མ། ང་ཚོ། ཨ་ནི་དེ། ང་ཚོ Australia ཁྱབ་ཁོངས་ཚང་མ་ལ། ཨ་ནི་འདུག་བཅས་ནི་སོ་སོའི་ས་གནས་སོ་སོའི་གི། ཨ་ནི་བོད་རིགས་མཐུན་ཚོགས་བརྒྱུད་བཅས་ནི་ཁྱབ་བསྒྲགས་དེ་འདྲས་བཏང་འདུག། འདྲེ་སོང་ཙང་ནི་ང་ད་གཙོ་བོ་དེ་ངའི་སྐོར་ཅིག་ཞུས་པ་ཡིན་ན་ད་ང་རང་ཡིན་པ་ཡིན་ན་ས་ཆ་པས་ང་དེ་ས་ནས་ང་ཚོའི་གི་མེལ་བུམ་བོད་རིགས་མཐུན་ཚོགས་པ་ཚོ་འགྲོ་ཡས་ལ་པས་མི་སྲིད་ཐག་རིང་པོ་ཡོད་རེད་ཐག་རིང་པོ་དེ་ག་འདྲེས་འགྲོ་བར་ཟེར་ན་མ་འགྲོ་དུས་ཐོག་མར་དེ་ལ་བསི་ནང་ཆུ་ཚོད་གསུམ་འགྲོ་དགོས་ཀྱི་ཡོད་རེད་ཨ་ནི། དེ་ནས་ཕ་ལ། ཕྲན་རྒྱུད་བྱས་ནས་ད་ཕྲན་མྱུར་བདེན་ཏེ་ཁོ་རང་རྒྱུད་ནས་ཆུ་ཚོད་དྲུག་འགྲོ་དགོས་རེད་དོམ་ནི་ཆུ་ཚོད་དགུ། ཨ་ནི་ཆུ་ཚོད་དགུའི་ས་ཕྱིན་ཨ་ནི་ང་རང་གི་མི་གའི་ངོ་ཤེས་པ་ཅིག་ཡོད་དེ་གའི་ཨ་མ་ཕྲན་བབས་ས་ནས་ཡི་གེ། ད་ཟེར་ཁྱོང་ཕེ་ས་ཟེར་བ་ད། ཚོགས་ཁང་བར་བར་དུ་ག་རེ་ཡོད་རེད་ཟེར་ན་ཆུ་ཚོད་ཕྱེད་ཀ་ལྷག་རྩ་ཅིག་འགྲོ་ཡ་རེད་ཤག་ཨན་དེ་གས་ཕྱིན་ནས། ད་དེ་གས་གཙོ་བོ་འགྲོ་དགོས་པའི་གི་རྒྱུ་མཚན་དེ་ག་རེ་རེད་ཟེར་བ་ཡིན་ན། ད་སོ་སོ་རང་ཉིད་ལྟ་བུ་ཡིན་པ་ཡིན་ན། ཆབ་སྲིད་བཙོན་ཟུར་ཅིག་གི་གི་མིང་ཐོག་ནས་འདུག་ཟེར་ནས། ཚུལ་ཡོང་རྒྱུ་རེད། ཨ་ནི་དེ་འདྲས་ཅིག་གསུངས་ཙང་ད་སོ་སོ་གི་འགན་འཁྲི་དེ་ངེས་པར་དུ་འཁུར་དགོས་ཡས་ཅིག་རྒྱུན་ལྡན་ནས་དཔའ་མཆན་སྲིད་སྐྱོང་མཆོག་གི་ལས་ཀ་བྱེད་སྟངས་མང་པོ་ཅིག་ལ་ང་རང་གིས་འགྲིག་གི་མེད་པའི་གི་གནོམ་རྒྱུ་མང་པོ་བསྟན་གི་ཡོད། ཨ་ནི་ཨིན་དྲས་གསུངས་ཙང། ཨ་ནི། དངོས་གནས་དྲང་གནས་ཀྱི་ས་རྟགས་རིང་པོ་དེ་གའི་ལ། གུང་སང། གུང་སང་ཟེར་བ་ད་ང་རང་གི། ཕི་གའི། ལས་ཀ་བྱེད་ས་ལ། ཉི་མ་གཉིས། གུང་སང་ཞུས་བྱས་ནས་ཨ་ནི་བཅར་ཡིན། ཨ་ནི་ད་རྣམ་པ་ཚོགས་མང་པོ་བཞི་པོ་འཕེལ་ཡོང་གི་འདུག་ཐུགས་རྗེ་ཆེ་ཞུ་བ་ཡིན་ཐོག་མར་དེ་ལ་རྣམ་པ་ཚོགས་ཀྱི་ཐུགས་རྗེ་ཟེ་བཤད་དེ་ངེས་པར་དུ་གནང་རོགས་གྱིས་ད་རེས་དཔེ་གལ་ཆེན་པོ་ཡིན་འདི་གསུངས་ཙང་རྣམ་པ་ཚོགས་ཀྱི་ཐུགས་རྗེ་ཆེ་བཤད་དེ་གང་མང་མང་ད་མང་པོ་འཕེལ་ཡོང་གི་འདུག་ཐུགས་རྗེ་ཆེ་ཐུགས་རྗེ་ཆེ་རྣམ་པ་ཚོགས་ཀྱི་མཉམ་ཞུགས་འདི་གིས་ཨ་ནི་ང་རང་ཡིན་པ་ཡིན་ནས། ངེས་པར་དུ་རྣམ་པ་ཚོ་ང་དང་མཉམ་དུ་བོད་སྤྱི་པའི་རྩ་དོན་ལ་ལྷག་བསམ་དེ་འདྲས་ཅིག་ཡོད་དུས་ལ་ངས་ཉི་མ་གཉིས་གསུམ་བློས་བཏང་བྱས་ནས་ཆུ་ཚོད་ཡ་དགུ་དང་མ་དགུ་ཆུ་ཚོད་བཅོ་བརྒྱད་འགྲུལ་བཞུད་བྱས་བ་ཅིག་ལ་ང་དཀའ་ངལ་ག་རེ་འཕྲད་བསམ་ནས་དེ་འདྲས་ཀྱི་གནས་སྟངས་ཅིག་ཁིར་བཅད་ནས་རྣམ་པ་ཚོ་གི། ཡིད་ཆེས་དང་རྒྱབ་སྐྱོར་ལ་བརྟགས་ནས་ཨ་ལྔ་མི་འགའི་དྲི་བ་དྲི་ལན་བཏང་ག་ལ་འགྲོ་ཡིན། ཨ་ནི། ད། ཐེངས། དང་པོ་དེ་ང་རའི་གནས་སྟངས་དེ་འདྲས་ཅིག་ག་ནས་བཅར་ཡིན། ད་ངས་རེ་བ་ད་ག་ཚེ་རྒྱོ་ང་མི་གཅིག་གི་དེ་ལ་ད་ཁྱད་པ་ཡོད་མ་རེད་ཏེ་ཡིན་པ་ཡིན་ནས་དཔལ་ལྡན་སྲིད་སྐྱོང་མཆོག་གི་ད་རེས་སྐོར་རྒྱུས་འདིའི་ཐོག་ལ་ང་ལ་དཔེ་མི་སྲིད་ཀྱི་བློ་ཕམ་ཆེ་ཤོས་ཅིག་བྱུང་སོང། གར་རེད་ཟེར་ན་དཔལ་ལྡན་སྲིད་སྐྱོང་མཆོག་ཕེབས་ཀྱི་ཡོད་དེ་སྐོར་སྐྱོད་ཐེངས་གཉིས་པ་བྱེད་ཀྱི་ཡིན་ཟེར་ཙམ་གཅིག་མ་གཏོགས་གནད་དོན་ག་རེའི་ཐོག་ལ་ཡོང་པ་རེད་དེ། ཡོང་དགོས་པའི་རྒྱུ་མཚན་གཙོ་བོ་ག་རེ་ཡོད་རེད། མ་འོངས་པ་བོད་ཀྱི་རྩ་དོན་ཆེད་རེད་པས། རེད་མི་འདུག་གང་ཡང་ཁོ་ལ་གནད་དོན་ཆེད་མི་འདུག་བོད་རྩ་དོན་ཐོག་ལ་ཤེས་ཡོད་ཀྱི་སྐད་ཆ་ཟེར་ཏེ་ཚིག་ཆེ་ཡོག་མར་ད་བོད་རྩ་དོན་ཐོག་ལ། ཡང་ན། དཔལ་ལྡན་སྲིད་སྐྱོང་མཆོག་དེ་ཕལ་ཆེར་ནི། འདི་ལ་ད་ང་ཚོ་ཨོ་སི་ཁྲུ་ལི་ཡ་ལ་ཕལ་ཆེར་ཨོ་སི་ཁྲུ་ལི་ཡ་གི་གནས་སྡོད་ཀྱི་བོད་མི་རྣམས་ལ་འབྲེལ་བ་ཡག་པོ་ཅིག་བཟོ་ཡས་ཀྱི་ཆེད་དུ་རེད་པས། དེ་ནི་སྣ་ཁ་གཅིག་རེད་མི་འདུག། དེ་ལས་ལྡོག་སྟེ་ཁོ་རྦད་དེ་ཁོ་རང་དཔེ་ཆ་བཞག་ན། ཡོང་སྟངས་རེ་ལ་གནས་ཚུལ་ཆེ་ཐག་ཅིག་རེ་བཟོས་ནས་འགྲོ་ཐག་ཆོད་འགྲོ་གི་འདུག། ཐེངས་དང་པོ་དེ་ག་རེ་ཞུ་གི་ཡིན་ཟེར་བ་ཡིན་ན། དཔལ་ལྡན་སྲིད་སྐྱོང་མཆོག་དེ་ལ་སིག་ནི་ལ་ཕེབས་པ་རེད། སིག་ནི་ལ་བོད་རིགས་མཐུན་ཚོགས་ཀྱི་གོ་སྒྲིག་ཞུས་འདུག་ག། བོད་རིགས་མཐུན་ཚོགས་གོ་སྒྲིག་ཞུས་ནས་སྲིད་སྐྱོང་དང་ཨོ་སི་ཁྲུ་ལི་ཡ་ལ་བཞུགས་མཁན་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ང་ཐེངས་དང་པོ་མཐོང་མྱོང་ཡོད། ད་ཀརྨ་སེང་གེ་མཐོང་བ་ཐེངས་དང་པོ་ཡིན་ལ། དཔལ་ལྡན་སྲིད་སྐྱོང་གོ་རུང་ཚ་ལ་དངོས་སུ་ཁོ་རང་གི་གདོང་ལ་ཕི་གས་བཅར་བྱས་ནས་སྐད་ཆ་ཉན་ག་ཕྱིན་ཡིན། དེ་ཐེངས་མ་ཕེབས་རྗེས་སྲིད་སྐྱོང་ཕྱག་ནས་ཐེངས་མ་དང་པོ་ཕྱག་ཡོད་ཀྱི་རེད་ང། བྱ་ཡི། ཐ་བི་ཀའི་ལྕགས་ནི་དངོས་གནས་དྲང་ངེས་ཀྱི་ཧ་ལས་པ་སྐྱོ་པོ། ད་ང་ཚོ་སིང་ནི་ལ་བཅར་བ་གི་ཐོག་དང་པོ་དེ་ངས་སིང་ནི་ལ་པ་ནི་སྲིད་སྐྱོང་གི་ག་རེ་གར་བྱས་མིན་ཅིག་ཞུས་དགོས་རྣམ་པ་ཚོ་ལ། སིང་ནི་ལ་གར་བྱས་ཡོད་རེད་སིང་ནི་ལ་མི་ཉིས་སྟོང་ལྷག་ཙ་ཅིག་ཡོད་རེད་མི་ཉིས་སྟོང་དུན་བརྒྱ་ཙེ་ཅིག་སིང་ནི་ལ། བོད་པ། དེ་གའི་ནང་ནས་བོད་པ་བརྒྱ་ཡས་རྫོགས་ཡོད་མ་རེད་ད་བོད་པ་བརྒྱོ་བཅུ་དགུ་བཅུ་ཅིག་གི་དཀྱིལ་ལ། དཔལ་ལྡན་སྲིད་སྐྱོང་གིས་ཆོས་བཤད་པ་ནང་བཞིན་གྱི་ཚིག་གཅིག་བོ་ཡས་མེད་རྒྱོ་ཚིག་གཅིག་གྲུ་ཡས་མེད་རྒྱོ། ཡང་མེད་ན་གཞོན་སྐྱིད་ལ་སེམས་ཤུགས་སྤར་ཡས་ཀྱི་ཚིག་གཅིག། ཡང་མེད་ན་གིན་རབས་ལ་སེམས་གསོ་བཏང་ཡས་ཀྱི་ཚིག་གཅིག། དེ་ལས་ལྡོག་ཏེ་སྤྱི་ཚོགས་འདི་ལ་ཡོད་པའི་གིན་བོད་པ་ཚང་མ་སེམས་འཚབ་སྐྱེ་དགོས་པའི་གི་སྐད་ཆ་དེ་འདྲ་བཤད་འགྲོ་ཞབས་རེད་ད། ཨོ་སི་ཁྲུ་ལི་ཡ་ལ་ཡོད་པའི་གི་གནད་ཡོད་ཀྱི་མི་སྣ་མི་གཅིག་ཐུག་ཡོད་མ་རེད་ད། ཐུག་ཐུག་ཡོད་མ་རེད་ད་དངོས་གནས་དྲང་གནས་ཀྱི་ང་ས་ཡུལ་དངོས་ལ་ཡོད་པའི་གི་མིས་སྐད་ཆ་བཤད་ཀྱི་ཡོད། འདི་འདྲའི་གི་ང་ཚོའི་གི་བོད་མིའི་སྒྲིག་འཛུགས་དང་བོད་མི་རིགས་ལ་སྲིད་སྐྱོང་འདི་འདྲས་གཅིག་གི་ད་དུང་ལོ་བཞི་ལྔ་གཅིག་སྐྱེལ་བ་ཡིན་ན་ག་བར་འགྲོ་ས་རེད་གནས་ག་བར་སླེབས་ས་རེད། དེ་ངེས་པར་དུ་ཤེས་པ་བྱེད་དགོས་ཀྱི་འདུག་ཁོ་རང་ངའི་བསམ་བློ་ལ་བཀའ་བློན་དང་དེ་འདྲ་བསྐོས་མི་འདུག་པའི་གི་རྒྱུ་མཚན་ག་རེ་ཡིན་ན་བསམ་སོང་ང། ཁོ་རང་འདི་ལ་ལོས་དུས་ལ་མི་རྒན་མགོ་ཁ་ཤས་ཅིག་གི་ངུས་མི་རྒན་མགོ་ཁ་ཤས་ཅིག་གི་ངུ་ཤ་རྒྱོ་སྐད་ཆ་ཁ་ཤས་ཅིག་བཤད་པ་དེ་ལ་སྣང་བ་དག་དག་ཆས་ཅན་དེ་ངན་གྱི་མི་ཅིག་རེད་ཤག་དག། དཔལ་ལྡན་སྲིད་སྐྱོང་མཆོག་ལ་དངོས་གནས་དྲང་ངེས་ཀྱི་གེ་ན་སུ་གེ་བད་ཀྱི་ན་ཚ་ཤུགས་ཆེན་པོ་བཞི་པོ་འདུག་ནད་རྟགས་གསལ་པོ་བཞི་པོ་ཅིག་མངོན་གྱི་འདུག་ད་ཙི་ཏི་བད་ཀྱི་དེ་འདྲས་ཅིག་གསུངས་ད་ང་ཚོ་བོད་བད་ཀྱི་སྤྱི་ཚོགས་ཁྱོན་ཡོངས་ཀྱི་མི་སྣ་ཚང་མས་བསམ་བློ་ཅིག་བཏང་དགོས་གི་ར་འགན་ཅིག་འཁྱི་དགོས་གི་ར་ད་དཔེ་ན་གིན་གོ་དེ་གི་ག་རིག་བོད་དགེ་འགོག་དེ་གའི་དངོས་གནས་དྲང་གནས་མ་མཐའ་ས་ལས་སོ་སོའི་གི་ཚ་བོ་ཚ་མོ་མ་འོངས་པ་ལ་མི་རྒྱུད་དེ་ཡོང་ངེས་དེ་ལ་འགན་དེ་ཁི་དགོས་གི་ཡོག་རེད་དེ། དེ་ལས་མདོག་དེ་ཁི་ཡེ་ལས་མདོག་དེ་དཔལ་ལྡན་སྲིད་སྐྱོང་ཚོ་ལ་བེད་དེ་ཁོ་རང་གར་སོད་རོད་དཔལ་ལས་འཁྲབ་ནས་ད་ང་ཚོའི་བོད་བལ་གི་ཚིག་ནང་སྤྲེལ་ལས་འཁྲབ་ཅན་སྐད་ཆ་བཤད་དེ་ལ་དཔལ་ལྡན་སྲིད་སྐྱོང་མཆོག་རྣ་བ་དག་དག་ཆས་ཅན་དེ་བེད་དེ་རྣ་བ་དག་ནས་ད་དེ་ལ་དཔེ་དེ་འགྲེལ་བཤད་རྒྱ་གཞུང་ལས་ལྡོག་སྟེ་ཁོ་རང་མཉམ་ཞུགས་བྱས་ཀྱང་འདིའི་ནང་དུ་དེ་དཔེར་ན། སིང་ནི་ལ། མི་ཅིག་གིས་ངུ་གིན་ངུ་གིན། དེ། ཆོས་ལུགས་ཀྱི་སྤྱི་འཐུས་མི་གོ་ལ། ད་དེ་འདྲའི་ལག་གཡས་གཡོར་བས་ཆོས་ལུགས་ཀྱི་སྤྱི་འཐུས་མི་གོ་ཟེར། ཆོས་ལུགས་ཀྱི་བཀའ་བློན་ཅིག་གི་མདུན་ལ་ཆོས་རིག་གི་བཀའ་བློན་ཅིག་གི་མདུན་ལ་ཆོས་ལུགས་ཀྱི་སྤྱི་འཐུས་མི་གོ་ལབ་གོ་ར་ཆོས་ལུགས་ཀྱི་མི་སྣའི་གི་ཐོབ་ཐང་སྤྲད་གི་མིན་ལབ་གོ་ར་ད། མི་རྒྱ་ཅིག་གིས་དེ་བས། ད་ཆོས་ལུགས་ཀྱི་བཀའ་བློན་འདི་རྣ་བ་དག་དང་མ་དག་འོ་ད་དེ་ལ་རམ་འདེགས་བྱས་འདེགས་གི་འདུག་དེ་ལ་ཚིག་གཅིག་དབུས་བོད་མིའི་སྒྲིག་འཛུགས་ཀྱི་གཏན་ལ་ཕབ་པའི་གི་སྒྲིག་གཞི་སྒྲིག་གཞིའི་འོག་ལ་ག་རེ་ག་རེ་ཡོད་མེད་ཀྱི་ཚིག་གཅིག་འགྲེལ་བཤད་རྒྱག་ཡ་མི་འདུག།

དེ་ལས་ལྡོག་སྟེ་ཁོ་ལ་དཔལ་འབྱོར་མེད་པ་མེད་རབས་ཨ་ནི་ད་ཚིག་ཁ་ཤས་དང་ཧ་ལས་པ་སིག་ནིལ་བྷི་གེ་སྦི་སི་བན་ལ་བཤད་ཡོད་རེད་ད་སྦི་སི་བན་ལ་ཕལ་ཆེར་མི་བཅུ་གཉིས་བཅུ་གསུམ་གཅིག་ལས་མི་འདུག་སྲིད་སྐྱོང་སུ་ངེས་དངོས་གནས་དྲང་ངེས་ཁོ་རང་ཚོ་བྷི་གེ་ཆང་ས་རྒྱག་དུས་ཁོ་རང་མི་ཉིས་བརྒྱ་སུམ་བརྒྱ་འཛོམས་དགོས་རེད་ད། མི་ཞིག་གིས་ཆང་ས་ལ་མདོག་ཅིག་བསྐྱལ། མི་སུམ་ཅུ་བཞི་བཅུ་མི་སྤུ་གུ་ཆུང་ཆུང་ཅིག་གིས་འབར་སྤྲེལ་ལས་འཛོམས་དགོས་བར་ད། Happy འབར་སྤྲེལ། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་ཅིག་ས་གནས་ཅིག་ལ་སླེབས་ཡོད་ཟེར་བར་ད་དེ་ལས་ཡོད་མ་རེད་ད། ས་གནས་ཁ་ཤས་ཀྱི་འོས་བསྡུ་ཐད་གཏོང་ཁོ་རང་ཡོད་མ་རེད། དངོས་གནས་དྲང་གནས་ཉིའུ་ཁ་སི་ལྡན་ཚོ་ཕྱི་འགྱོགས་ཀྱི་ཐད་གཏོང་ཁོ་རང་ཡོད་མ་རེད་ད། སྤྱི་ཚོགས། ད་དུས་སིང་ནི་དང་བིས་བན་དང་འདི་ཚོ་ལ་ཕྱིས་ནས་བིས་བན་ལ་དྲི་བ་དྲི་ལན་བྱེད་དགོས་ཀྱི་གོ་སྐབས་ཅིག་རག་ཡོད་ས་རེད་ད། ད་དེ་ལ་ཁོས་སྐད་ཆ་ག་རེ་བཤད་ཡོད་རེད་ཟེར་ན་ཁོ་བལྟས་ཏེ་ཞི་བུ་ཅིག་འཛམ་གླིང་གི་རྒྱལ་སྤྱིའི་གི་དབུ་ཁྲིད་དེ་འདྲའི་བེད་སྐྱོ་གནང་ཞེན་ང། ད་ལྟ་ཨོས་ཁྲུ་ལི་ཡ་གི་སྲིད་གཞུང་ཨ་བེས་ཨ་བེས་ག་རེ་ན་ཅིག་ལབ་གི་རེད་ཨ་བེས་ད། ཨ་ཕས་ཁོ་ཚོས་ང་ཚོའི་གི་བོད་པ་དེ་ཚོ་ག་འདྲའི་སྟག་སྟག་གི་འདུག་གས་སྟག་ཁ་ཡོང་ཡིན་བཤད་བཤད་རོ་ད་ལྐོག་གི། ད་དུས་བབ་གི་སྐྱག་རྫིང་བཤད་བྱས་ནས་ཚིག་གཞན་པ་རྒྱོབ་བྱས་ནས་འདྲེ་ཤ་རྒྱོབ་འདུག་ད་དེ་ལ། དེ་འདྲས་གི་ང་ཚོ་སྤྱི་ཚོགས་དེ་བྱས་པ་ཡིན་ན། དངོས་གནས་དྲང་གནས་གི་གནས་སྟངས་ག་འདྲས་ཅིག་ཆགས་ཀི་རེད་བྱས་ནས། ཡིན་གཅིག་མིན་གཅིག་ད་གསལ་བོ་ཅིག་ང་རང་བཙུགས་གི། ལྷག་པར་དུ་བཙན་བྱོལ་ལ་སྐུ་ངོ་སྲིད་སྐྱོང་ཁོ་རང་ལ་རྒྱབ་སྐྱོར་བྱེད་མཁན་དེ་ཚོས་དངོས་ཡོད་ཀྱི་གནས་ཚུལ་ཤེས་པ་དགོས་ཀྱི་འདུག་ད། ང་ཡི་རྒྱབ་སྐྱོར་བྱེད་མཁན་ཆེན་ཡིན་ཕི་ག་ངོ་ནས་དྲང་གནས་ཡིན་ད་ཁ་མལ་བུམ་ལ། ཆུ་ཚོད་བཅོ་བརྒྱད། བེད་སྤྱོད་བྱས་ཀྱང། དེ་དང་རྩ་མ་ཚད། ཉི་མ་གཉིས་ཀྱི་ལས་ཀ་གོང་པ་ཞུས་འགྲོ་ཡིན། དོམ་ནི་ཉི་མ་གསུམ་འགོར་བྱུང། སྔོན་གནས་དྲངས་ནས་ལས་ཀ་གོང་མ་བྱ། རྟགས་ལྔ་འཕེལ་མཁན་སླད་ནི། རྟགས་ལྔ། དངོས་སུ་ང་འཛུལ་གྱི་མལ་བུམ་ལ། གནས་ཚུལ་ག་རེ་ག་རེ་བྱུང་མེད་རྣམ་པ་ཚོར་སྙན་བསངས་ཅིག་ཞུ་ལྷོད་ལྷོད་ཅན། རྟགས་འཕེལ་ལ་སླད་ནི། ངས་རྟ་ཡིན་མི་ག་ཚོད་འདུག་ག་ང་ཡ་མ་རྟ་ཡིན་ཕལ་ཆེ་མི་ག་རྫོགས་མི་འདུག་བསམ་བསམ་འགྲོ་ཞིག་བྱུང་ཡག་པོ་ཅན་ཡ་ལང་གི་ལི་གི་ལི་ཅན་རྒྱུབ་དེ་ནས་ཡ་དྲན་ག་རྒྱོ་ཡིན་མི་དུས་མཇུག་དོན་ང་དུས་འགྲོ་ཅིག་ལས་མི་འདུག། བི་ཀ། ཝེ་ནམ་ཚོགས་ཁང་ལ་མི་འདུག་མི་དགོས་རུང། དེ་ཟེར། མལ་བོམ་ལ་མི་དགུ་བརྒྱ་རྩེག་ཅིག་ཡོད་རེད་ད་དེ་མི་བདུན་ཅུ་དོན་གྲངས་ཅིག་མི་གེ་དེ་ཁོ་རང་གི་གེ་དེ། ད་ཀར་མ་སེང་གེ་དེ་དུས་ཐོག་མཆོག་ཀར་མ་སེང་གེ་ཁོ་རང་ལ་ཁོ་རང་སྐད་ཆ་ཁ་ཤས་ཅིག་བཀའ་སློབ་གནང་ཨོ་དཔལ་ལྡན་སྲིད་སྐྱོང་ཡག་པོ་བྱུང་ཨོ་དཔལ་ལྡན་སྲིད་སྐྱོང་ཕེབས་ཡོད་རེད་དཔལ་ལྡན་སྲིད་སྐྱོང་དཔལ་ལྡན་སྲིད་སྐྱོང་ཕེབས་ནས་གར་ཕྱིན་ཡོད་རེད། དངོས་གནས་དྲང་གནས་ཀྱི་འགྲོ་སོང་བོད་བལ་གྱི་བོད་གཞུང་གི་འགྲོ་སོང་བཏང་པ་དེ་ནས་ཁེ་ཕན་བཞག་ནས་འགྲོ་སོང་བག་མེད་ལོངས་སྤྱོད་རང་བཏང་ཟླ་བཅས་ཁོ་རང་ཕན་ཐོག་བལ་གྱི་སྐད་ཆ་ཚིག་གཅིག་མི་འདུག་ད་ཆས་སོང་ཆུ་ཚོད་གཉིས་གསུམ་ཅིག་བལ་དེ་དངོས་གནས་དྲང་གནས་ཀྱི་བལ་དུ་སྐད་ཆ་འབུབ་ས་མེད་པ་འཇུས་ས་མེད་པ། སྐབས་རེ་སྐུ་མདུན་གྱི་འགྲེལ་བཤད་རྟགས་འདུག་སྐབས་རེ་རྒྱ་ནག་ནང་བ་ཅི་ཞིག་བལ་སྣང་བ་དག་དག་བྱས་ནས་སྐུ་མགོན་བཀྲ་ཤིས་དང་དེ་ཚོས་བཤད་དེ་ཅིག་འདུག་ག་དེ་ཚོ་ཁེར་བཅད་ནས་བལ་ཚོས་བ་ལུང་པོ་གང་རྒྱོབ་བྱ་འདི་ཤ་རྒྱ་ནག་ནང་ལོག་ལ། དངོས་གནས་དྲང་གནས་ཀྱི། སྲིད་སྐྱོང་གཅིག་གིས་གི་ལས་ཀ་དེ་འདྲས་མ་རེད། ད། འདི་ལ་དྲི་བ་བཏང་མཁན་དེ་ཚོས་ག་རེ་རེད་དྲི་བ་དང་དྲི་བ་བཏང་མཁན་དེ་ཚོ་ད་ང་ཐེངས་མ་གསུམ་ཡག་ང་རང་ད་བེ་གའི་ཡོང་དུས་ཁོ་ཚོས་ཧ་གོ་གོ་རེད་ང་ག་རེ་ཟེར་ན་ས་གནས་དེའི་འབྲེལ་མཐུད་རེད། ས་གནས་དེའི་གི་འབྲེལ་མཐུད་བོད་རིགས་སྤྱི་མཐུན་ཚོགས་པའི་གི་ཁུངས་རེད། བོད་རིགས་སྤྱི་མཐུན་ཚོགས་པའི་གི་ཚོགས་གཙོ་ཚོགས་གཞོན་དང་འདི་སྐད་གང་སྐད་གི་དངོས་གནས་དྲང་གནས་གི་མི་ལ་བརྩི་ཐུབ་གི་མི་འདུག་ལ། ཁོ་ཚོའི་གི་ཆེ་བཤད་ཡག་པོ་མི་འདུག།

ད་པ་ནི་སྲིད་སྐྱོང་མཆོག་དེ་ད་ག་ཙང་གི་ནི་ངས་དྲི་བ་དེ་གཏང་རྒྱུ་དེ་ངས་རྣམ་པ་ཚོ་ལ་འདི་གི་སྒང་ལ་དེ་རིང་བཞག་གི་ཡིན་སྤྱིར་བཏང་ངས་དྲི་བ་དེ་མདོར་བསྡུས་ཅིག་ཞུས་པ་ཡིན་ན། ཁྱེད་རང་ཆོས་རིག་གི་བཀའ་བློན་ཡིན་པའི་ཆ་ནས་ད་ལྟའི་གི་ཆ་ལ་དངོས་ཡོད་གི་ཡོད་པ་དེ་གི་བཤད་ཡིན། དངོས་ཡོད་གི་གནད་དོན་ཁྱེད་རང་ཆོས་རིག་གི་བཀའ་བློན་གཅིག་ལྕོགས་རེད། ཁྱེད་རང་གི་འགན་འཁྲི་དེ་ག་རེ་ཡོད་རེད་ཟེར་ན་ཆོས་ལུགས་མི་སྣ་གི་ཆབ་སྲིད་ཀྱི་གནས་སྟངས་ག་རེ་ཡིན་མིན། ཁྱེད་རང་གིས་ཆབ་སྲིད་ཀྱི་དཀའ་ངལ་འཕྲད་པ་དེ་ལ་ཁྱེད་རང་གིས་དོགས་འདོན་བྱེད་དགོས་པ་རེད་ཟེར་དེའི་གི་དོགས་དོགས་འགྲོ་གཅིག་དེ་རེད། ཡིན་ནས་ང་རང་སྐད་ཆ་བཤད་སྟངས་འདི་ག་རེ་བཤད་ཡོད་རེད་ཟེར་ན། དངོས་ཡོད་ཀྱི། མི་ཁ་ཤས་ཅིག་གིས་མགོ་སྒུར་བསླུ་བྲིད་བྱས་བྱས་ནས་མི་མང་གི་དཔལ་འབྱོར་ཁ་བསླུས་གྱོ། ཨ་ནི། མི་ཁ་ཤས་ལ་དཔེ་ཤག་གི། དེ། དཔེ་ཤག་སྤྲད་བྱས་ནས་མི་ལག་སྐྱོབ་བྱས་ནས་གངས་ཅན་སྐྱིད་གཤོངས། གངས་ཅན་སྐྱིད་གཤོངས་བཙན་བྱོལ་བོད་མིའི་གིས་གངས་ཅན་སྐྱིད་གཤོངས་སྲས་ཀྱི་ས་ཆ་འདི། བཙན་བྱོལ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཆབ་སྲིད་ཀྱི་སྡིངས་ཆ་ཆེ་ཤོས་ཡོད་ས་སྐུ་མདུན་གྱི་བཞུགས་གནས་རྩ་ཆེ་ཤོས་ཡིན་པ་དེ་ལ་ནག་ཚོགས་རི་ལ་ཤོར་བ་ལྟ་བུའི་གི་སྐད་འབིགས་དེ་འདྲས་བྱེད་བའི་སྐབས་ལ་ཐ་ན། ས་གནས་ཀྱི་སྲིད་གཞུང་གིས་ས་གནས་བདེ་འཇགས་མི་སྣ་ལས་ཅན་ཞོད་འཇགས་བཏང་གོང་གི་གནས་སྟངས་དེ་འདྲ་བྱུང་སོང་བ། དེའི་ཐོག་ལ་ཁྱེད་རང་གིས་ཐུགས་ཤུགས་ཆེན་པོ་བཏང་སོང་ཁྱེད་རང། དེ་གཅིག་ཆོས་རིག་བཀའ་བློན་གཅིག་ཡིན་པའི་ཆ་ནས། གཉིས་པ་དེ་དྲི་བ་ག་རེ་བཏང་ཡིན་ཟེར་ན། གངས་སེང་དང་འབྲེལ་བའི་ཐོག་ནས་བཏང་ཡིན། ད་ལྟའི་གི་ངས་བཤད་པ་འདི་གར་བཤད་ཡོད་ཟེར་ན། གངས་སེང་གི་འདི་ལ་ད་ལྟའི་གི Australia ལ་གངས་སེང་དང་འབྲེལ་བའི་གི་གནད་དོན་འདི་གི་ཐོག་ལ་དབུས་བོད་མིའི་སྒྲིག་འཛུགས་གི་གདེང་ཆ་ཆེ་ཤོས་གྲོས་ཚོགས་འཚོགས་པའི་སྐབས་ལ་རྣམ་པ་ཚོགས་གི་ར་བསད་ནས་ལུག་འདར་བཅུག་གི་ཡིན་ཟེར་ནས་བཤད་ནས་སྐད་ཆ་འདི་ཁིར་བྱས་ནི་གངས་སེང་ལ་ཁྲིམས་གཏུགས་བྱས་སོ། ཁྲིམས་གཏུགས་བྱེད་བའི་གི་ཡིག་ཆའི་ནང་ལོགས་ལ་སྐུ་མདུན་དང་གངས་སེང་མཉམ་དུ་བྲིས་བྱས་ནས་དེ་འཕྲལ་གྱི་ཡར་ལ་གཉིས་ཁྲིམས་གཏུགས་བྱས་ཀྱང་མཐའ་མ་ཁྱེད་ཚོས་གར་བྱས་ཟེར་ན། ཁྲིམས་ཐོབ་ཡོད་དཱ་ཟེར་ན་སྲིད་སྐྱོང་ཁྱེད་རང་གིས་གསལ་ཁ་མེད་པའི་གི་སྐད་ཆ་ཅིག་བཤད་སོང། འདི་ལ། གནད་ལ་འཁེལ་བོ་དང། ཐོབ་ན་ཐོབ་པའི་གི་ཐོབ་ཐང་ག་འདྲས་ཅིག་ཡིན་མིན་ཁོ་ལ་ཉེས་པ་གར་ཡིན་མིན་གི་དེ་ལ་དྲི་བ་ཁ་གསལ་བོ་ལན་ཁ་གསལ་བོ་ཅིག་དང་གོ་བདེ་བོ་ཅིག་གོ་གི་འདུག་ངས་དེ་བཏང་ཡིན། ད་དེ་དང་མཉམ་དུ་ཨོ་སི་ཁྲུ་ལི་ཡ་ལ་འདའི་ས་གནས་འདི་ལ་ཡོད་པའི་གི་ས་ཁང་ཡོད་རེད། ས་ཁང་ཚོགས་ཆུང་གི་མི་སྣ་རྙིང་པ་གཅིག་གིས་སྐུ་ངོ་སྲིད་སྐྱོང་མཆོག་ལ་རེ་བསྐུལ་ཅིག་ཞུས་སོང་སྐུ་ཅིག་མཁྱེན་ནོ། ད་བོད་པ་འདི་ནི་ཨོ་སི་ཁྲུ་ལི་ཡ་ལ་མལ་བོམ་དེ་ས་གནས་ཆེ་ཤོས་ཁག་གཉིས་པ་དེ་ཆགས་ཡོད། མི་གཅིག་སྟོང་ལྷག་ཙམ་ཅིག་འཛོགས་གི་ཡོད་རེད། ཁོ་ལོ་ཉི་ཤུ་ཙམ་ཅིག་སོང། ཚོགས་ཁང་མེད་པས་ཀྱི་དཀའ་ངལ་གྱི་ག་ས་ག་ལ་འགྲོ་དགོས་དང་ག་ས་ག་ལ་གནས་སྤོས་དགོས་ཀྱི་དཀའ་ངལ་ཞི་བོ་ཅིག་འཕྲད་ཀྱི་འདུག་ང་རང་ཚུགས་ལ་ཡོད་པས་ཀྱི་ས་ཆ་དེ་བཙོང་བ་ཡིན་ན། ཧཧཧ་ད་བསྐྱར་ནི་ས་ཆ་ཉོ་དགོས་བྱུང་ན་མི་སྒེར་གཅིག་གི་ཁང་པ་ལས་ལྷག་ཙག་ཅིག་ཉོ་ཐུབ་ཀྱི་མ་རེད། དེ་འདྲས་སོང་ཙང་ས་ཆ་དེ་ང་ཚོ་ལ་གནང་ཤོག་རོགས་གྱིས་རེ་བ་ཞུ། དེ་ལ་དངོས་གནས་དྲང་གནས་ཀྱི་ཁོང་ཁྲོ་ཟ་ནི་དེ་ནི་རྦད་དེ། གར་ས། དོན་གཅོད་རྙིང་པས་ཀྱི་སྐད་ཆ་ཅིག་ཁིག་བྱས་ནས་དེ་ནི་རྦད་དེ་ཁྱེད་ཚོས་དེ་ནི་རྦད་དེ། ང། གྲོས་ཚོགས་ར་བའི་ནང་ནས་དཀའ་ངལ་ག་ཚད་བྱུང་སོང་ད་ལྟ་ས་ཆ་དེ་བཙོང་ཡས་ཀྱི་སྐད་ཆ་ཏིལ་ཙག་ཅིག་ཡག་པོ་སྒྲོག་ཡོད། ཨ་ནི་ཁྱེད་རང་ཚོ་གི་དེ་འདྲའི་ལན་རག་གི་མ་རེད་ད། ཁྱེད་ཚོ་ལ་དངོས་གནས་དྲང་གནས་ཀྱི་མི་མང་གི་བསམ་འཆར་གོ་རུ་འགྲོ་ཟེར་གི་དེ་གོ་རུ་མི་འདུག་ང་རང་ཚོ་དངོས་གནས་ང་རང་ཚོ་ཤེས་གི་ཡོད་པ། བློ་མིག་ཁ་མིག་ལས་དོར་བ་ཟེར་གྱི་བློ་རྒྱ་ཁ་མིག་ལས་དོར་བ་ཅིག་ཁིག་བྱས་ནས་དངོས་གནས་དྲང་གནས་ཀྱི་ལས་བྱ། དངོས་གནས་ཚང་མས་བློ་རྒྱ་ཡངས་པོ་དགོས་དགོས་ར་སྲིད་སྐྱོང་ཚད་ཆེ་བཞི་དགོས་དགོས་ཡོ་ར་མི་མང་ལ་རྒྱུས་མངའ་ལོན་པ་དགོས་དགོས་ཡོ་རེད་ཡུལ་དུས་དང་འཚམས་པའི་གི་གོམ་པ་སྤོས་ཐུབ་དགོས་པར་ལྟ་གོ་ལྟོས་དང་ཡུལ་དུས་དང་འཚམས་པའི་གི་བྱེད་ཐུབ་དགོས་རེད་བས་ཁོ་རང་སྐད་ཆ་བཤད་སའི་གི་ཚོགས་ཁང་དེ་གཡའ་ནས་ཡོ་རེད་གཡའ་ཡིན་པ་དེ་ཁོ་རང་གི་ད་ལྟ་བོད་རིགས་མཐུན་ཚོགས་གི་འགྲེལ་བཤད་རྒྱོ་ཞར་ཨོ་སི་ཁྲུ་ལི་ཡ་ལ་ནམ་དུས་གུན་དགའ་རེད

དེ་འདྲའི་གི་སྐད་ཆ་བཤད། ཆུ་ཕོར་བ་གང་གི་མེད་ཀྱང་ཚང་མ་མི་གའི་ཆུ་ཚོད་གཉིས་གསུམ་ལུང་པ་གང་བཤད་འདི་དངོས་གནས་བྱས་ན་ཨོ་སི་ཁྲུ་ལི་ཡ་ལ་ཡོད་པ་ཡིན་ནའི་རེད་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡོད་པའི་གི་མི་དེ་ཚོ་ཡུལ་དུས་དང་འཚམས་པའི་གི་ཁོས་བཤད་དགོས་གི་ཡོད་རེད་ཡུལ་ག་འདྲའི་ཅིག་རེད་ཡུལ་ཨོ་སི་ཁྲུ་ལི་ཡ་རེད་དུས་ཚོད་ཨོ་སི་ཁྲུ་ལི་ཡ་ལ་གུན་དཀའ་རེད་ཨོ་སི་ཁྲུ་ལི་ཡ་ལ་ཡོད་པའི་གི་མི་དེ་ཚོའི་འཚོ་བ་ག་འདྲའི་ཅིག་སྐྱེལ་གི་ཡོད་རེད་ཟེར་ན་ཆུ་ཚོད་ཆུ་ཚོད་ལ་བལྟ་དུས་ཚོད་ཨོ་སི་ཁྲུ་ལི་ཡ་གི་ཚོགས་ཞིག་གི་ཚོགས་ཐེངས་རེར་ཨོ་སི་ཁྲུ་ལི་ཡ་ཡོད་པའི་མི་དེ་ཚོ་གིས། རིན་ཆེན་གསེར་ལས་དཀོན་པའི་གི་ཆུ་ཚོད་དེ་དུས་ཚོད་དེ་གའི་ནང་གི་ཁོའི་འཕྲོ་བརླག་དང་བྱ། ཡང་མིན་ན་ཁོས་སྐད་ཆ་བཤད་པའི་ནང་ནས་དངོས་གནས་དྲང་གནས་ཀྱི་གཞོན་སྐྱེས་ལ་བློ་རྒྱ་བེ་ཡས་ཀྱི་སྐད་ཆ་ཅིག་ཡོད་ནས་འགྲིག་ཡོད་རེད། མ་འོངས་པར་བོད་སྤྱི་པའི་རྩ་དོན་ལ་ཕན་པའི་གི་ཚིག་ཁ་ཤས་ཡོད་ནས་འགྲིག་གི་ཡོད་རེད། འདི་འདྲའི་ཆེ་བཞིའི་རྩ་བ་ཉིད་ནས་མི་འདུག། ཚིགས་བཅད་མི་འདུག་ད་དོག་དོག་བྱས་ན། བྱས་ཙང་ད་ངེད་ཀྱི་དྲི་བ་དེ་ལ་ལན་འདེབས་རེ་ད་ལྟ་ཁོ་ལ་བཤད་བཤད་བཏང་བ་རེད། དེ་ནས་རིམ་པས་ཀྱང་ངེད་ཀྱི་དྲི་བ་དེ་ལན། ད་འདྲའི་ཆ་ལ་ཐོབ་ཡོད་དོ། ཐོབ་ཡོད་ད། ད་ཁྱེད་ཚོས་དེ་འདྲའི་འདྲ་མ་འདྲ་བཤད་པ་ཡིན་པ་ཡིན་ན་ངས་དེང་ཆེན་ག་ལ་ཁྱེད་ཚོའི་ཆབ་སྲིད་ཡས་ཡིན་སྲིད་ལྷག་བསམ་ཡས་ཡིན་སྲིད་ང་ལ་དེ་འདྲའི་བཤད་ངས་གང་བྱུང་མ་བྱུང་བཤད་བཅུག་ཅིང་ངས་བཤད་པ་ཡིན་ན་ཨ་ནི་ཁོ་ལ་ཁེབས་སང་རག་སྲིད་ཀྱི་རེད་ས་ཧོ་དེ་འདྲས་ཅིག་ཡོད་རེད་ད་ཁྲིམས་འདུ་ང་ཚོར་ཐོབ་སུ་ད་ཡང་ཁོ་ལ་ཁེབས་སང་ཡོང་སྲིད་ཀྱི་རེད་ཟེར་ན་ག་རེ་སྐད་ཆ་བཤད་དགོས་རེད། ཁྲིམས་དོན་ལ་ཐོབ་ན་ཁོ་ལ་ཉེས་པ་གར་བཀལ་ཡོད་རེད། དེ་ངེས་པར་དུ་གོ་གི་ཡོད་རེད། ཁྲིམས་གཏུག་བྱས་ཡིན་མ་ཡིན་ན། ཉེས་པ་འདི་འདྲའི་ཅིག་བཀལ་ཡིན། རྒྱ་གར་རིམ་བྱོན་ལ་ཁ་འདི་འདྲའི་ཅིག་བཏང་བ་རེད། ཨ་ནི་ང་ཚོས་ཁྲིམས་འདི་འདྲའི་ཅིག་གཏུག་ཡོད་ཟེར་ནས་ཅིག་བཤད་དགོས་རེད། རྡོག་རྡོག་བཤད་པ་ཡིན་ན་ད་ལྟའི་བཀའ་ཤག་ཡིན་ནས་རེད། གྲོས་ཚོགས་ར་བའི་ནང་ནས་མི་རྒན་པ་གླིང་སྙིང་ཁ་ཤས་ཅིག་ཡོད་པ། སྐུ་ངོ་མི་འགྱུར་རྡོ་རྗེ་ཨང་དང་པོ་ཁེལ་ཡོང་པ་རེད། སྐུ་ངོ་དངོས་གྲུབ་རྡོ་རྗེ། ཚེ་འདི་བས་ཀྱི་ན་ཚ་ལས་རྒྱུ་ཁ་ཤས་ཅིག། སྐུ་ངོ་དངོས་གྲུབ་རྡོ་རྗེ་ག་རེད་ཟེར་ན་ར་བསད་ནས་ལུང་བརྡ་གོ་གི་རེད་ཟེར་ནས། ད་གི་ཚེ་ཤེས་ཅན་བཙན་བྱོལ་དབུས་བོད་མིའི་གི་སྒྲིག་འཛུགས་ཀྱི་གདེང་ཆ་ཆེ་ཤོས་སྐུ་མདུན་དགུང་ལོ་དགུ་བཅུ་སླེབས་འགྲོ་བས་ཀྱི་ཕྱག་རྟགས་གཟིགས་རོལ་ད་ཁོ་ཚོས། ལ་དྭགས་གཟིགས་རོལ་རྟོག་ཞུའི་གནས་ཚུལ་དེ་བྱས་པ་རེད། ག་རེད་ཟེར་ན་གངས་སེང་གིས་བཤད་པའི་སྐད་ཆ་འདི་བོད་པའི་སྤྱི་ཚོགས་སྐད་ཡིག་གཅིག་གི་ནང་ལ་ཡོད་རེད། ད་ཁོང་ཚོས་ཁྲིམས་གཏུག་ཡིན་ན་ཅིག་བྱོས། རྒྱལ་བ་རིན་པོ་ཆེ་གི་མིང་དང་གངས་སེང། རྒྱལ་བ་རིན་པོ་ཆེ་གི་མཚན་དང་གངས་སེང་གི་མིང་གཉིས་མཉམ་དུ་བྱར་བྱས་ནས་སྐད་ཡིག་གཞན་པའི་གཅིག་ག་ཡོངས་སུ་རྫོགས་པ། སྐད་ཆ་ཡོངས་སུ་རྫོགས་པ། སྐད་ཡིག་གཞན་པ་གཅིག་གི་ག་ནས། སྐད་ཡིག་ལྷག་པར་དུ་འཛམ་བུ་གླིང་ནང་གི་ཁྱབ་ཆེ་ཤོས་ཀྱི་སྐད་ཡིག་དབྱིན་ཇི་ག་ལ་བཀོད་བྱས་ནས་ཁྲིམས་ཁང་ཡར་སྐྱེལ་བྱས་པ་རེད་ད། ཕྱོགས་གཞན་གཅིག་ནས་ཁོ་ཚོས་སྐུ་མདུན་གྱི་མདུན་ལ་ཕེབས་མཁན་འོ་ད་གོ་དོན་ཡིན་བྱམས་བརྩེ་གི་ལོ་ཡིན་ཟེར། ད་གོ་དོན་དང་བྱམས་བརྩེ་ལོ་ཡིན་ཟེར་དེ་ཚོ་བརྟན་བཞུགས་ཡིན་ཟེར་རྡ་རམ་ས་ལ་འུར་གྱོ་བ་འདི་གས་རྡ་རམ་ས་གི་ཁེ་ཕན་ཤོག་ཏོག་མི་མང་ད

གཞོན་ནུའི་གི་བརྟན་བཞུགས་ཞལ་འདེབས། བོད་རིགས་མཐུན་ཚོགས་ཀྱི་བརྟན་བཞུགས་ཞལ་འདེབས། སྐུ་མདུན་གྱི་གཟིམ་ཁང་གི་སྒོ་རྒྱ་ཡས། གཟིམ་ཁང་གི་དེ་མ་ཅིག་གྱ་སྒོ་རྒྱ་ཡས་ཀྱི་ཞལ་འདེབས། འོ་ད་ཞལ་འདེབས་ཁོ་རུང་ལུང་པ་གང་རེད་ཤག། དེ་ཙམ་མ་ཚད་ད་ཨོ་ང། ལོག་ཁོ་རུང་སྒོ་ཚུགས་གནས་ཅན། སྤྱི་ཟླ་གསུམ་པའི་ཡས་ཡུན་དེ་མ། ལ་དྭགས་ལ་ད་དཔེ་གང་རྒྱུན་བྱུང་ཤག་ཞལ་འདེབས་དགོས་ཡོད་སེ་ན་ཞལ་འདེབས་ཞུ་བ་དུས་སུ། ད་ལ་དྭགས་མི་མང་སླེབས་མེད། ལ་དྭགས་མི་མང་རག་ཡོད་ན་གར་བྱས་ན་རུང། དངོས་གནས་དྲང་གནས་ཀྱི་ང་ཚོའི་སྤྱི་ཚོགས་འདི་འདི་འདྲས་ཀྱི་རུལ་སུངས་ཅིག་ཕྱིན་པ་ཡིན་ན། ང་ཚོ་འགྲོ་བྱེད་བོད་ནང་ནས་ཡོང་ནས་དངོས་གནས་དྲང་གནས་ཀྱི་རེ་བ་ཆེན་པོ་བེད་དེ། ཧི་མ་ལ་ཡའི་རི་རྒྱབ་ལ་ང་ཚོ་བེད་དེ་བྲག་རི་ལས་ཕྲག་བེད་ཀྱི་ང་ཚོ་ལ་བེད་དེ། དེ་ཡོད་བསམ་ནས་རྒྱབ་རྟེན་ཡོད་བསམ་ནས། ད་ད་ལྟ་བོད་ནང་གི་མིས་རེ་བ་དེ་བྱེད་ཀྱི་ཡོད་རེད་ད། ཧེ་མ་ལ་ཡའི་རི་རྒྱུད་རི་རྒྱབ་དེ་ལ་ང་ཚོ་ལ་བྲག་རི་ལས་ཕྲག་བད་ཀྱི་བྲག་རི་ལས་སྲ་ཞིང་བརྟན་བད་ཀྱི་རྒྱབ་རྟེན་ཡོད་ས་མེད། ད་དེའི་རྒྱབ་རྟེན་ཁོག་སྟོང་དེ་འདྲས་ཅིག་ཆགས་འགྲོ་དོན་དངོས་གནས་དྲང་གནས་མི་དམངས་ཚོགས་ཀྱི་བསམ་བློ་ག་རེ་ཁོག་གི་འདུག། གཞན་པ་བ་ཞིག་སྤེན་པ་ཚེ་རིང་ཁོ་རང་གི་མདུན་ལ་ལག་ངན་གེང་ཀོག་དེ་གའི་ད་ན་ཚ་ཞིག་ཐག་ཆོད། ཚིག་དེ་བད་ཀྱི་ནད་རྟགས་དེ་གའི་རྐྱེན་པས

ཁྱི་རྒས་པོ་གཅིག་གི་འགྲམ་ན་རུས་སྒོ་གཅིག་བཞག་པ་ནང་བཞིན་གྱི་ཁྱི་གསར་བ་དེ་ཚོས་འཕྲོག་གི་རེད་ས་ཁོ་རང་སྲོག་མེད་པ་ཟ་ཐུབ་ཀྱི་མ་རེད། ཁྱི་གཞན་རྣམས་ལ་རྦད་དེ་འོམ་ཆུ་རྒྱོབ་ཅན་དེ་བསྡད་པ་ནང་བཞིན་གྱི་རེད། ག་རེད་ཟེར་ན། ཆོས་ལུགས་ཀྱི་བཀའ་བློན། ནང་སྲིད་བཀའ་བློན། དཔལ་འབྱོར་བཀའ་བློན། འཕྲོད་བསྟེན་བཀའ་བློན། ཚང་མ་ཁོ་རང་གི་རྟ་རྦད་ཁྱི། ད་ལྟ་ངས་ལབ་པ་ནང་བཞིན་ཁྱི་རྒན་གྱི་རུས་པ་བཀག་པ་ནང་བཞིན་བཀག་བསྡད་པ་རེད།

ཁོས་ལན་གིན་ག་རེད་ཟེར་ན། ཁོ་ཚོའི་བདེ་འཇགས་ངང་གནས་ཐུབ་པ་བྱེད། ཁོ་ཚོའི་གི་དཔལ་འབྱོར་ཡིན་ན་རུང། ཁོ་ཚོའི་གི་ཤེས་ཡོན་གི་གནས་སྟངས་ཡིན་ན་རུང། ཁོ་ཚོའི་གི་འཕྲོད་བསྟེན་གནས་སྟངས་ཡིན་ན་རུང། དེ་ལྟ་ངན་བཞག་པ་རེད་མ་གཏོགས། ཁོ་ཆོས་ལུགས་དེ་གའི་གང་གའི་བས་སངས་རྒྱས་བསྟན་པའི་གི་ཡག་པ་འགྲོ་ཡས་གི་སྐད་ཆ་དེ་སྐོར་རང་བས་ཏེ། ཚན་རིག་དང་མཐུན་པའི་གི་སྐད་ཆ་བཤད་ཐུབ་ཡོད་མ་རེད་ད་ལན་འདི་ལ། ད་བྱས་ཙང། ཁོ་ཆོས་ལུགས་ཀྱི་བཀའ་བློན་ཡིན་ཟེར་གོ་ར། ཆོས་ལུགས་ཀྱི་བཀའ་བློན་གྱི་འཐུས་ཤོར་དེ་ག་ཚད་ཕྱིན་ནས་ཁོས་ཧ་གོ་གི་མི་འདུག། འཐུས་ཤོར་ག་རེ་ཕྱིན་ཡོད་རེད་ཟེར་ད་ཚང་མའི་མཁྱེན་གསལ་རེད། ད་ལྟའི་ཁོ་ཚོ་རྦད་དེ་བཙན་བྱོལ་བོད་མིའི་སྒྲིག་འཛུགས་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་མངའ་ཞབས་ལ་ཡོད་བས་ཀྱི། ཕྱི་རྒྱལ་ཡུལ་གྲུ་ཁག་དེ་སྔའི་རིགས་གཅིག་བྱས། བཙན་བྱོལ་ལ་དེ་སྔའི་རིགས་གཅིག་བྱས་དེ་ཚོས་ག་རེ་བྱེད་ཀྱི་ཡོད་རེད་ཟེར་བ་ཡིན་ན། ཆོས་ལུགས་ཀྱི་སྤྱི་འཐུས་མི་གོ་འོས། སྔོན་དུ་འགྲངས། ཆོས་བ་དང་དེ་གའི་ལབ་གི་ཡོ་མར་དང། མི་རྒྱལ། ད་ང་དབུས་གཙང་གི་མི་རྒྱལ་རེད་དཔེ་ཆ་བཤད་ན་ང་དབུས་གཙང་གི་མི་རེད། ངས་མདོ་སྟོད་དང་མདོ་སྨད་ཀྱི་སྤྱི་འཐུས་མི་གོ་ས་ནི་ངས་ས་ཡིག་སྐྱོ་སྐད་སྐྱོ་མི་ལ་དཔལ་འབྱོར་ཁབ་ལུས་ཅན་མི་མང་ཚང་ནས་དཔལ་འབྱོར་ཁབ་ལུས་ཅན་དུས་གངས་ཅན་རྒྱུད་གཞུང་ལ་སྐད་རྒྱ་ཁ་ཕྱིན་ན། ཆོལ་ཁ་གཉིས་དེ་གཉིས་ག་རེ་བསམ་གི་རེད་དཔེ་ཆ་བཤད་ན་ཆོལ་ཁ་ལ་གཅིག་ཆ་བཤད་ན། ཆོས་ལུགས་ཀྱི་སྤྱི་འཐུས་གོས་དང་མོས་གོས་ཟེར་ན་ཆོས་ལུགས་ཁོ་རང་ཚོ་གི་མི་ནེག་རེད། དངོས་གནས་དྲང་གནས་གི། ད་ཆོས་ལུགས་སྤྱི་འཐུས་རེ་ཟུང་གི་མ་འགྲིག་པ་ཡིན་ན་ཐེར་འདོན་བྱས་ཆོག་གི་རེད། མིང་དོན་བཅས་ནས། དེ་ཡག་པོ་རེད་དོན་དུང་དེ་མ་ཟད། དེ་མར་ད་བལ་ཆོས་ལུགས་ཀྱི་སྤྱི་འཐུས་རྩ་མེད་ཟོག་ཡོད། ཆོས་ལུགས་ཀྱི་བཀའ་བློན་ཁོ་རང་མདུན་ལ་ལག་བཀོད་བ་རེད་དེ། བཀའ་བློན་གྱི་ཁོ་རང་གི་འཐུས་ཤོར་ཕྱིན་པ་དེ་མཐོང་གི་ཡོད་མ་རེད་ད་ཧ་གོ་གི་ཡོད་མ་རེད། མགོ་ཚོས་གི་མི་འདུག་ཁོ་རང་གནས་སྟངས་དེ་འདྲས་ཅིག་ག་དེ་ཤ་ད་སྐྱོ་བོ། ད་དཔལ་འབྱོར་གི་བཀའ་བློན་ཁོ་རང་གཅིག་ལྕོགས་རེད་བ། ཁོ་རང་དཔལ་འབྱོར་གི་བཀའ་བློན་གཅིག་ལྕོགས་ཡིན་པའི་གི་དུས་ཚོད་ནང་ལོག་ལ། གཅིག་སྟོང་དགུ་བརྒྱ་ལྔ་བཅུ་ངོས་རྒོལ་གི་བྱས་ནས་ང་ཚོ་བོད་ས་ཤོར་བ་རེད། ས་ཤོར་ནས་བོད་བཙན་བྱོལ་ཡོང་བའི་གི་ཉིན་མ་དེ་ནས་བྱས་ནས་དབུས་བོད་མིའི་གི་སྒྲིག་འཛུགས་འདི་ལ། དཔལ་འབྱོར་གྱི་རྒྱབ་རྟེན་གང་གཱའི་སྐྱོབ་གསོ་ལ་འགོ་ཚུགས་རེད། དཔལ་འབྱོར་གྱི་སྐྱོབ་གསོ་ཡོང་མཁན་དེ་མང་དང་མང་དུ་འགྲོ་གིན་འགྲོ་གིན་དབུས་བོད་མིའི་གི་བཙན་བྱོལ་ཡོད་པའི་གི་བོད་མི་རྣམས་དཔལ་འབྱོར་གྱི་ཡར་རྒྱས་འགྲོ་གིན་འགྲོ་གིན་འགྲོ་གིན་སྲ་བརྟན་བཅས་ཡར་རྒྱས་འགྲོ་གིན་འགྲོ་གིན་ཐ་ན་ད་ལྟ་སྐུ་མདུན་དགུང་ལོ་འདི་འདྲའི་གྲས་འགྲོ་བའི་སྐབས་ལ། ཨ་རི་གཙོ་བོ་བྱས་པའི་དཔལ་འབྱོར་རྒྱབ་རྟེན་ཤོག་ཆེ་ཤོས་ཆགས་པ་རེད་ད། ཆགས་ནི། འདི་སྐད་ཆགས་པས་ང་ཚོ་ལ་ཁེ་ཕན་གར་བྱུང་བ་རེད་ཟེར་ན། ང་ཚོའི་གི་བོད་མི་རིགས་ཀྱི་ཆ་རྐྱེན་ཡོངས་སུ་བོད་མི་རིགས་ཀྱི་ཐུན་མོང་མ་ཡིན་པའི་གི་རིག་གཞུང་ཆ་ཚང་བའི་གི་སྒྲིག་འཛུགས་འདི་འདྲའི་ཅིག་ཚགས་ཚུད་པོ་ཆགས་ཐུབ་པ་རེད། ད་ཁ། ལོ་དྲུག་ཅུ་ཟེར་གཅིག་གི་ནང་ལ་དཔལ་འབྱོར་གྱི་རྒྱབ་རྟེན་ཆེ་ཆེ་ཆེ་ཆེ་ཆེ། ང་ཚོའི་གི་སྒྲིག་འཛུགས་ཀྱི་མི་སྣ་དེ་ཡར་རྒྱས་ཆོད་ཆེ་ཆེ་ཆེ་ཆེ་ཆེ། མི་འབོར་མང་མང་མང་མང་མང་ཆེ། ལས་གཞི་མང་མང་མང་མང་ཕྱིན་པ་རེད་ད་ད་འདི་བ། ད་ཡོད་མ་རེད་ཁོ་འགོ་ཚུགས་ནས་ཁོས་དཔལ་འབྱོར་གྱི་ཚང་མ་བྱས་ནས། དཔལ་འབྱོར་དག་རང་ལ་དཔལ་འབྱོར་རྒྱབ་རྟེན་ཆེ་ཤོས་དེ་ཁ་བུའུ་རེད། འདི་ཁ་བུའུ་ཡེ་གི་རྒྱབ་གཙོ་བོ་དེ་ཨ་རི་ཆུ་ཁུག་གི་གནས་སྟངས་མ་རེད་ད། ཁོ་རང་རང་ལ་རག་ལས་གི། ཁོ་རང་རང་གིས་ཨ་རི་གི་སྲིད་ཇུས་འགྱུར་བ་འགྲོ་བ་དང་མཉམ་དུ་བྷི་ཁེ་ཁོ་རང་བྷི་ཁེ་བཅར་དགོས་གི་རེད་ཁོས་འགྲོ་ཡོད་མ་རེད། དངོས་གནས་དྲང་གནས་གཅིག་གནས་སྟངས་དེ་རེད། དཔལ་འབྱོར་ག་ནས་ད་ཁོས་མཐུས་ཤུགས་དེ་ཕྱིན་སོང་ང། དཔལ་འབྱོར་སྒར་ནས་འཐུས་ཤོར་དེ་འདྲའི་བཏང་ཡོད་རེད་ད་ཁོས་ཧ་གོ་གི་མི་འདུག་ཆོས་རིག་སྒར་ནས་ད་ལྟ་ངས་བཤད་པ་ནང་བཞིན་ནག་ཚོགས་རི་ལ་ཤོར་བ་ལྟ་བུའི་གི་གངས་ཅན་གྱི་གཞུང་གནས་རྩ་ཆེན་པོ་དེ་གི་ནང་ལོག་ལ་བད་དེ་སྐད་འབོད་སྐྱོག་ངོ་ལོག་ཅེས་ཟིང་འཁྲུག་ལངས་པ་རེད་ཐ་ན་རྒྱ་གར་གི་བདེ་འཇགས་སྐུ་སྲུང་ཡོང་བྱས་ནས་ཞོད་འཇགས་བཏང་དགོས་གི་གནས་སྟངས་དེ་འདྲ་བྱུང་ཡོད་རེད་དེ་ཚང་མའི་མདུན་ལ་རེད་ང་རང་ང་ཙམ་མ་ཚད་དངོས་གནས་དྲང་གནས་གི་བོད་མི་བློ་བཟོ་བོ་གནས་པ་ཚང་མས་ཤེས་གསལ་རེད་ད།

དྲ་རྒྱ་ཁག་ལ་ཡོང་འགོག་གི་གནས་སྟངས་དེ་འདྲ་ཁོ་ཚོས་དཔེ་དེ་ཉི་མ་ཚ་བོ་བྱས་ནས་དེ་དུས་ལ་དཔེ་དེ། དུག་ལོག་དེ་དོང་པ་དེ་ཚང་མ་རས་ཀྱིས་བཏུམ། རྐང་པ་དེ་ལྕགས་པར་གོན་བྱས་ནས་སྐུ་ངོ། ཁོ་ཚོ་གི་སྐུ་ངོ་དོན་གཅོད་ད་དཔེ་དེ་གནད་ཕིགས་བཏང་ཤག་རེད། ད་དེ་ལ་མི་གང་གས་བཀག་སྡེབ་རེད་ད་དཔེ་དེ་ང་ཚོ་སོག་ཤོར་ནས་ད་དེ་འདྲ་བྱེད་བཅུག་མེད་ང་ཚོ་ལ་ག་རེ་རེད་ད།

བརྟན་བཞུགས་དང་ག་ས་ག་ལ་ཞལ་འདེབས་ཀྱང། དབུས་བོད་མིའི་སྒྲིག་འཛུགས་ཀྱི་གོ་དོན་ལ་བརྟན་བཞུགས་གོ་དོན་ལ་དཔེ། དེ་ཞལ་འདེབས་ཡག་པོ་གྱོན་མི་འདུག་ད་ལབ་གི་འདུག་ཁོས་དོན་དུ། ངོས་ནས་དྲང་གནས་སུ་ལབས་ཟེར། ད་དེ་འདྲའི་གི། ད་ང་ཚོ་གར་ལབ་རེད་དངོས་གནས་དྲང་གནས་རེད་ད། ད་དེ་ལ། དེ་ལ་ཁོ་རང་གི་གནད་ལ་ཁེལ་བས་ཀྱི་ལན་རྩ་བ་ཉིད་ནས་བརྒྱ་བས་ཐུག་མ་སོང་འཇོན་གྱི་མི་འདུག། དེ་དང་མཉམ་དུ་ད་ངས་ང་ཚོའི་གི་འདི་ལ་བོད་རིགས་མཐུན་ཚོགས་ཡས་གཅིག་པ་གཅིག་རྐྱེན་ད་ལྟ་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་ཚོགས་གཞོན་ཡན་ཅིག་ནས་ཆེ་གཞི་གང་ཡང་མི་འདུག་ད་དངོས་གནས་དྲང་གནས་ཀྱི་འདི་འདྲས་ཀྱི་གནས་སྟངས་མགོ་ནས་བྱེད་པ་ཚོ་འདི་འདྲས་བྱས་པ་ཡིན་ན་ག་རེ་བྱེད། ཁོ་ཚོས་དངོས་གནས་དྲང་གནས་ཀྱི་བསམ་བློ་གང་ཡང་མ་བཏང་བར་ལ་བོད་རིགས་མཐུན་ཚོགས་ཀྱི་བྱ་དགའ་ཡོད་རེད་དཔེ་དེ་སྲིད་སྐྱོང་དཔེ་དེ་ཡག་ཤོས་བྱས་བའི་གི་བྱ་དགའ་ཡིན་ཤུ་གུ་ཅི་ག་ལ། དེ་དང་མཉམ་དུ་ཁོ་ཚོས་རྟེན་འབྲེལ་ལོག་བཅུ་ས་དང་བཅུ་ཡས། ག་རེ་ཟེར་ན་ང་ཚོ་བོད་བལ་གྱི་གཏམ་དཔེ་ལ་ལྟས་ངན་ཞག་གང་དང་དངོས་གྲུབ་ཧམ་གང་ཁོ་ཚོས་ཞྭ་མོ་ཅིག་གཡོགས་སོང། འདི་དངོས་གནས་དྲང་གནས་ཀྱི་རྟེན་འབྲེལ་ཆུ་བོ་རེད་ལ། ཁོ་ཚོ་བོད་རིགས་མཐུན་ཚོགས་ཀྱི་སྐད་ཆ་དེ་ཡག་པོ་བཤད་མ་སོང། སྐད་ཆ་ག་རེ་བཤད་སོང་ལབ་པ་ཡིན་ན། ཁོ་ཚོའི་སྐད་ཆ་འདི་འདི་བཤད་སོང་ད། མལ་བུམ་ལ་ཡོད་པའི་གི་བོད་རིགས་ཡོངས་རྫོགས་ཀྱིས་དེ་བྱས་པ་རེད། བོད་རིགས་ཡོངས་རྫོགས་ཀྱིས་གོ་བསྡུར་བྱས་ནས་དེ་བྱས་པ་རེད་ཕུལ་བ་ཡིན། ཐ་ན་ང་ས་གནས་འདི་གའི་གི་འབྲེལ་མཐུད་པ་ཡིན་ང་ལས་ཧ་གོ་མ་བྱུང། དེ་འདྲས་ཀྱི་སྐད་ཆ་ཁོ་ཚོས་རྫུན་མ་བཤད་གི་འདུག་ད། དེ་ང་ཚོ་མེལ་བོམ་ཡོད་པའི་བོད་རིགས་ཚང་མས་ཤེས་དགོས་གི། མེལ་བོམ་ཡོད་པའི་བོད་རིགས་ཚང་མས་ཤེས་དགོས་པ་དོན་དུ་ངེས་པར་དུ་ཞལ་འདེབས་བསྐྱང་ངེས་འདི་གའི་གངས་སྐད་ཀྱི་སོ་སོའི་ཞལ་འདེབས་བུའི་མི་བུ་དེ་ལ་དགོས་ཀྱི་འདུག་ད་སྲིད་སྐྱོང་ཁོ་རང་རང་གི་ཁ་ཁྱེད་རང་ཚོ་ལེགས་དང་དེ་ཡོད་རེད་དེའི་ནང་དེ་ལ་ལྟ་ད་བོད་མི་སྒྲིག་འཛུགས་ཀྱི་གོ་དོན་ལ་དཔེ་ཤ་སྤྲད་མི་སོང་ཟེར་བྱས་ནས་བྲིས་ཤ་བཤད་སོ་དཔེ་ཤ་ཡག་པོ་སྤྲད་མི་སོང་ཟེར། ད་དངོས་གནས་དྲང་གནས་ང་ཚོ་འགྲོ་ཡིན་ན་ཧུར་ཐག་པ་ད་གང་ཡོང་ཅི་ཡོང་གི་ཞལ་འདེབས་བྱོས་ཡིན། གོ་བསྡུར། སྤྲོས་མི་འབྱུང་སེང་འདུག་རྟགས་ང་ཡིན་ནས་སྐད་ཆ་དྲིས་ཀྱི་ཡིན། རྣམ་པ་ཚོ་ཡིན་ནས་འདུལ། དེ་རིང་ངེད་ཀྱི་དྲ་རྒྱའི་གཟིགས་ཉིན་གྱི་མལ་འབུམ་ཡོད་མཁན་གྱི་བོད་པ་ཚོ་ཡིན་པ་ཡིན་ན། སྐད་ཆ་དྲིས་དགོས་འདུག་ངེས་པར་དུ་ཁྱེད་རང་ཚོ་ཞལ་འདེབས་རྒྱོབ་ཡིན་ན་སྲིད་སྐྱོང་གིས་ཞལ་འདེབས་རྒྱོབ་མ་སོང་ཟེར་ནས་ད་ལྟ་ང་རང་ཚོ་ཚོགས་ཁང་ནང་ཞལ་ཁྱེད་རང་ཚོ་དྲ་རྒྱ་དེ་གི་ནང་གཟིགས་དང་ཡོད་བསྡད་མོད། བྱས་ཙང། བོད་རིགས་མཐུན་ཚོགས་ཀྱིས་དེ་འདྲས་བྱས་པའི་སྐབས་ལ་དངོས་གནས་དྲང་གནས་ཀྱིས་བོད་རིགས་མཐུན་ཚོགས་ཀྱིས་དེ་འདྲས་ཕུལ་གྱི་ཡོད་པ་ཡིན་ན། དངོས་གནས་དྲང་གནས་ཀྱིས་ཚོགས་གཙོ་ཟུར་པ་བསྟན་འཛིན་བློ་བཟང་དེའི་འདུག་དང། བསྟན་འཛིན་བློ་བཟང་དེ་ཚོ་ངེས་པར་དུ་སྐད་བཏང་དགོས་རེད་དངོས་གནས་བྱས་པ་ཡིན་ན། བསྟན་འཛིན་བློ་བཟང་ལ་ཁོ་ཚོས་རྐུབ་བཀྱག་བྱས་སྤྲད་མི་འདུག་དང་དངོས་གནས་དྲང་གནས་ཀྱིས་ཁོ་ཚོ་ད་ལྟ་མེལ་བྷོམ་གྱི་བོད་རིགས་མཐུན་ཚོགས་དེ་ཚོས་ལས་ཀ་ཡག་པོ་བྱེད་ཐུབ་ཀྱི་མི་འདུག་བྱེད་མུ་ཐུབ་པའི་རྒྱུ་མཚན་ག་རེད་ཟེར་ན་ཁོ་ཚོ་མི་ཁ་ཤས་ཅིག་ལ་རྣ་བ་དག་འདེད་རྒྱུ་དེ་གསལ་བོ་ཞིབ་ཅིག་རེད་བཞག་ག་རེ་བྱེད་ཡོང་ཟེར་ན་དངོས་གནས་དྲང་གནས་ཀྱི་ཚོགས་གཙོ་ཟུར་པ་ཡིན་ནའི་རེད་ད་ལྟ་སྟོབས་སྟོབས་ཆེན་ཁོ་ཚོ་འདྲི་བྱེད་ཀྱི་རེད་ཁ་ཚང་ས་ཆའི་གི་དེ་རེ་བ་ཞུ་ངེས་ཅིག་འདུག་སྟོབས་ཆེན་ཁོ་ཚོ་ལ་དེ། ད་ལྟ་དྲི་བ་དྲི་ལན་བྱེད་པའི་སྐབས་ལ་དེ་སྣང་མེད་ཞུ་བཏང། ལྷག་པར་དུ་ཚོགས་གཙོ་ཟུར་བར་སྣང་མེད་བཏང་དེ་འགྲིག་གི་ཡོད་མ་རེད། བསྟན་འཛིན་བློ་བཟང་འགྲོ་བ་ཡིན་པ་ཡིན་ན་ལས་དོན་ག་རེའི་ཐོག་ལ་ཡིན་ན་ཧུར་ཐག་པ་ཐག་བྱེད་དགོས་རེད་དངོས་གནས་དྲང་གནས་རེད། མེལ་བོན་ལ་ཆ་བཞག་ན། དེ་ལ་ཁོ། ལས་དོན་ག་རེའི་ཐོག་ལ་ཡིན་ནས་དངོས་གནས་དྲང་གནས་ཀྱི་དཔེ་གལ། ཁོ་རང་གི་ལས་ཀ་བཞག་བྱས་ནས་མི། ཁང་པ་གཡར་ས་ལ་རོགས་པ་བྱས་འགྲོ་གི་ཡོད་རེད་གསར་པ་ལས་སྐྱོར་དེ་ཚོ་ལ་གཞུང་དང་འབྲེལ་གཏུག་བྱེད་ཡོད་ཀི་མ་ཤེས་ད་ཁོ་རང་སྐད་རྒྱུད་རེད་སྐད་རྒྱུད་ལས་ལྷག་ཁོ་རང་གི་ཤུགས་ཀུ་བཟོ་ཡས་དང་དེ་འདྲ་དངོས་གནས་དྲང་གནས་ཀི་སྒེར་པ་མང་པོ་ལ་རོགས་པ་བྱས་རེད་བསྟན་འཛིན་བློ་བཟང་འགྲོ་ཡིན་འདི་ཡིན་དུས་བོད་རིགས་མཐུན་ཚོགས་ཀི་དངོས་གནས་དྲན་ན་ཁོ་ཚོ་ལ་གུས་གུས་གུས་གུས་ཞུམ་ཞུམ་བྱེད་མ་ཐུབ་ཡིན་ནས་ཁོ་ཚོའི་གི་བྱ་བཞག་དེ་ལ་བརྩི་འཇོག་བྱེད་དགོས་རེད་ད། ཟུར་བ་ལ་བརྩི་འཇོག་གོ་རུང་སྣང་མེད་བཅས་ཁོ་ཚོས་དངོས་གནས་དྲང་གནས་ཀྱི་དེ་སྐད་ཆ་བཤད་ཁ་བ་དེ་དྲི་བ་ཁུར་ཡས་ཀྱི་དེ་ཕར་ལ་འདུག་ཟེར་ནས་ཕར་འགྲོ་དུས་ལས་ཕར་གླན། དེ་ཙམ་མོས་ཚལ་བསྟན་འཛིན་སློབ་གསོ་དངོས་གནས་རེ་བ་ཞུས་ཏེ་ཁོ་ཚོས་སྤྲད་མ་སོང་ཡག་པོ། འདི་མ་སྤྲད་པར་བྱེད་ཡས་དང་སྣང་མེད་བཏང་ཡས་དང་དེ་གང་བྱུང་མ་བྱུང་ང་འགྲོ་བ་ཡིན་ན་ད་འབྲེལ་དུས་པ་རེད་ག་ཡིན་མི་འདུག་སྣང་མེད་བཏང་པ་དང་དེ་འབྲེལ་ལ་ཁྱད་པ་ག་ཡང་ཡོད་མ་རེད། ཡིན་པ་ཡིན་ནས་ག་རེད་ཟེར་ན་ང་ལ་འཇོན་ཐང་གང་ཡང་མ་རེད་ཡོད་མ་རེད་ཨོ་སི་ཁྲུ་ལི་ཡ་ནང་ལོགས་ལ་བསྟན་འཛིན་བློ་བཟང་འགྲོ་བ་ཡིན་ན་དངོས་གནས་དྲང་གནས་ཀྱི་མེར་བུམ་ཡོད་པའི་གི་བོད་པ་མང་པོ་ལ་ཕན་ཐོག་བྱེད་དགོས་རེད་མང་པོ་ལ་ཕན་ཐོག་ངེས་ཀྱི་མི་གཅིག་རེད་དེ་ཡིན་དུས་ཁོ་ཚོས་བརྩི་འཇོག་བྱེད་དགོས་རེད་ཁོ་ཚོའི་ཚོགས་པའི་གི་ལས་ཀྱི་སྣེ་མོ་དེ་ཚོས་བརྩི་འཇོག་ཡང་བྱེད་དགོས་ཀྱི་རེད་བྱུང་ན་དངོས་གནས་དྲང་གནས་ཀྱི་དེ། སྲིད་སྐྱོང་ལ་ཅིག་བྱ་དགའ་ཡོད་སྲིད་སྤྲད་སོང་དེ་དངོས་གནས་དྲང་གནས་ཀྱི་ཐོ་བཀོད་ས་བསྟན་འཛིན་བློ་བཟང་བསྟན་འཛིན་འགྲོ་བ་རེད། ཁོ་ཚོས་ཁ་ཡོད་ལག་ཡོད་ཀྱི་དངོས་གནས་དྲང་ངེས་ཀྱི་ལས་ཀ་བྱས་ཤག་རེད། སྲིད་སྐྱོང་གིས་ཆིག་སྒང་བྱས་ཡོད་མ་རེད་བོད་མིའི་སྒྲིག་འཛུགས་ལ་འཐུས་ཤོར་ལུང་པ་གང་བཏང་ཡོད་རེད་དེའི་སྐབས་དེར་ཁོ་ཚོས། མི་ཁ་ཤས་ཅིག་གིས་དཔེ་ལེགས་བཤད་བྱས་ནས། བོད་རིགས་མེར་བུང་གི་བུད་བ་ཡོངས་སུ་རྫོགས་པའི་གི་ཚབ་ཡིན་ཟིན་ལབ་སོང། ངས་ང་འགྲོ་ཅིག་ཡིན་ན་ས་གནས་འདི་གའི་གི་ཚབ་སྐུ་རུང་ཁྱེད་རང་གི་མཚོན་ཐུག་གི་ཡོད་མ་རེད་ཟེར་ལན་རྒྱག་ཡིན་བོད་རིགས་མཐུན་ཚོགས་ལ། ཁྱེད་རང་ཚོ་དོན་མཚོན་ཡོད་མ་རེད། ང་ཚོ་འདི་ལ་ཡོད་མཁན་གྱི་བོད་རིགས་དེ་གས་ཀྱི། ག་རེད་ཟེར་ན་ང་ཚོ་འདི་ལ་ཡོད་མཁན་གྱི་བོད་པ་དེ་གས་ཀྱི་དབུས་བོད་མིའི་སྒྲིག་འཛུགས་ནང་ལོགས་ལ་འཐུས་ཤོར་ཆེ་ཤོས་བཏང་མཁན་གྱི་སྲིད་སྐྱོང་གཅིག་ལ་ང་ཚོས་བྱ་དགའ་དེ་འདྲ་སྤྲད་པ་ཡིན་ན་ང་ཚོ་མི་ཐོག་མ་མ་འོངས་པ་ལ་མི་རབས་གསར་པ་རྣམས་ལ་ག་རེ་ང་ཚོས་བཞག་ནས་འགྲོ་གི་རེད་ཁོ་ཚོ་ལ། བོད་པའི་གི་མི་རབས་རྙིང་པ་ཚང་མས་ང་ཚོ་ལ་ད་ལྟ་བར་དུ་བོད་ཟེར་བའི་གི་མཚན་སྙན་གྲགས་འདི་དང། ཕོ་བྲང་པོ་ཏཱ་ལ་ཟེར་བའི་གི་སྲོལ་རྒྱུན་རིག་གནས་གནས་སའི་གི་གནས་རྩ་ཆེན་པོ་དེ་འདྲ་འཛུགས་སྐྲུན་བྱས་ཅིང་བྱ་བཞག་བསྐྲུན་ཅིང་ང་ཚོ་ལ་བཞག་ཅིང་ཁོ་ཚོ་འགྲོ་གི་རེད། ང་ཚོའི་གི་དུས་ཚོད་ལ་སྲིད་གཞུང་སྟོབས་ཤུགས་ཅིག་གི་ཞབས་འདྲེན་མང་ཤོས་ཞུ་མཁན་ཅིག་ལ་བྱ་དགའ་སྤྲད་ཡིན་ཟེར་ནས་འགྲོ་བ་ཡིན་ན་ང་ཚོ་ངོ་གནོང་གོ་ཆག་རེད་དངོས་གནས་དྲང་ནས་ང་རང་ཚོ་མི་ཐོག་མར་འགྲོ་དུས་ལ། དེ་དང་མཉམ་དུ་ང་ཚོ་མེད་ད། ཞུ་ཡ་ཡིན་དངོས་གནས་དྲང་ནས་ད་ལྟ་ད་ཁོ་ཚོ་མི་ངོ་རང་དབྱེ་བ་བྱེད་ཐུབ་གི་མི་འདུག་མིའི་གདོང་པར་བལྟས་ནས་ད་ལྟའི་གི་གོ་གནས་འགྲོ་སྟངས་དེ་ཚོ་ལ་བལྟས་རྗེས་འབད་ལས་འཁྲབ་གི་འདུག་འདི། ཡིན་ཚ་བའི་རྗེས་ལ་མི་བདེ་གི་གི་མི་ཤེས་ཆད་ཁ་བླ་བ་རེད་དེ་འདྲས་གི་བྱེད་མཁན་གི་མི་གཅིག་འདུག་ག། ཡ་ལ་གོ་ནས་བལྟས་ས་ཅིག་ར་དང། ད་ས་ཤི་མིག་མོ་དང་གཅིག་གོ་རེད། ཁྱེད་ཚོ་ལ་ཁྱེད་ལ་སེང་གེའི་མིང་བཏགས་ཤག་ར། མ་མཐའ་ས་ལས་སེང་གེ་བྱེད་པར་བ། མིང་འདི་ལ་བཏགས་ནས། མི་མང་གང་ལ་གང་འཚམ་ཅིག་གི་འདམ་ཡོད་ཀྱིར་བ། དངོས་གནས་དྲང་གནས་ཀྱི་ད་ལོ་འཐུས་ཤོར་ཆེ་ཤོས Australia ལ་སྲིད་སྐྱོང་པད་མ་ཚེ་རིང་ཡོང་ངས་ཕན་ཟེར་ཅིག་གང་ཐོག་མོ་སོང་ཟེར་ནས་དེ་རིང་ངས་དྲ་རྒྱའི་ནང་ཞུ་ཡས་ཀྱི་གནད་དོན་གཙོ་བོ་དེ་ཡིན། དེ་རིང་སྔར་ལྟར་དངོས་གནས་དྲང་གནས་ཀྱི་དེ་རིང་མི་ཨེ་དཔེ་མང་པོ་དཔེ་ཤ་རྣམ་པ་ཚོགས་ཀྱི་ཤེར་དེ་གང་མང་མང་གནང་རོགས་གྱིས། ངེས་པར་དུ་ཤེར་གནང་རོགས་གྱིས་དེ་ག་རེད་ཟེར་ན། ང་ཚོ་བོད་མི་རིགས་ཀྱི་དཀའ་ངལ་འདི་འདྲས་ཀྱི་གནས་སུ་ལྷུང་འགྲོ་དུས་ལ་ང་ཚོ་ལ་མ་འོངས་པ་ལ་མ་མཐའ་ས་ལས་འགོ་ཁྲིད་བཟང་པོ་ཅིག་གདམ་ཐུབ་པའི་ལ་ང་རང་ཚོ་གི་འབད་བརྩོན་བྱེད་དགོས་ཀྱི་ཡོད་རེད།

ད་དངོས་གནས་དྲང་གནས་ཀྱི་ཁོ་རང་ཚོ་ལོ་ལེགས་ཡོད་རེད་འདས་འགྲོ་གི་ཡོད་རེད་ཁོ་རང་ཚོ་ལ་མཚན་སྙན་དགོས་ཀྱི་ཡོད་མ་རེད་ཁོ་རང་ཚོ་མ་ཎི་འགྲོ་གྲངས་བཅད་ནས་ཁོ་རང་ཚོ་གི་ཕྱི་མའི་གི་ལམ་བལྟ་ཐུབ་བས་ཀྱི་དུས་ཚོད་སླེབས་ཡོད་རེད་ཁོ་རང་ཚོ་གི་ཚ་བོ་ཚ་མོ་དེ་ཚོ་ལ་དྲང་བདེན་གྱི་གནས་ལུགས་ཅིག་བཞག་འགྲོ་གི་ཡོད་ཀྱི་དུས་ཚོད་དེ་འདྲས་སླེབས་ཚར་བ་རེད། དེ་ལས་བཟློག་སྟེ་དཔལ་ལས་ཕྲ་བའི། ཨ་ནི། དངོས་གནས་དཔལ་ལས་ཕྲ་བའི་དེ། དངོས་གནས་དྲང་གནས་ཀྱི་མི་རིགས་ཀྱི་ཁེ་ཕན་གཅིག་ལ་རྩིས་མེད་དུ་རིས་བཏང་བྱས་ནས་དཔལ་ལས་ཕྲ་གི་འདུག་ཨ། ང་རང་ཚོ་ཚང་མ་དངོས་གནས་དྲང་གནས་ཀྱི་བོད་པ་རེད་ད་ལྟ་དང་ཁ་ཚང་གི་བོད་པ་འདི་གས་མི་བདུན་ཅུ་དོན་ལྔ་ལས་མི་སླེབས་པ་ཡིན་ན། བོད་བལ་གྱི་བརྒྱ་ཆ་ག་ཚད་སིང་སིང་ནི་ལ་མི་བརྒྱ་ཚད་ཅིག་འཛོམས་ཡོད་ན། མི་དཔལ་ཉུང་ཉུང་ལས་མི་འདུག། ད་ཡིན་པ་ཡིན་ནའི་ང་ཧ་ཅང་མོད་ང་མ་ལུས་འགྲོ་བའི་སྐབས་དེ་ལ། ཨོ། མི་མ་ཡོང་གི་དེ་ཚོའི་གནས་ཚུལ་གནས་སྟངས་འདི་ཡིན་ས་རེད་འདུག་ག། བསམས། དངོས་གནས་དྲང་ནས་དེ་ཚོས་ཚང་མ་ཧ་གོ་གི་ཡོད་ས་རེད་འདུག་ག། ང་ང་རང་ལྐུགས་པ་བྱས། ད་རྦད་དེ་རྒྱལ་ཁབ་དང་མི་རིགས་ཀྱི་ཞེན་ཁོག་ཅིག་གིས་ཡི་གེ་དྲི་བ་དྲི་ལན་གོ་རིམ་དངོས་སུ་བཏང་ན་ཏིས་ཙ།

ད་དེ་འདྲའི་གི་གནས་སྟངས་ཡོད་ད། དོན་དུ། སྲིད་གཞུང་གི། བྱ་དགའ་སྤྲད་གི་ཡོད་བྱ་དགའ་སྤྲད་རེད་ད། དེ་ག་ཚང་མ་མཐོང་གི་ཡོད་རེད། ཚང་མ་ཤེས་གི་ཡོད་རེད་ད། དཔེ་མར་བས་ང་རང་ཚོ་བོད་པའི་མིང་གནས་སྟངས་ག་འདྲས་ཅིག་ཆགས་འགྲོ་གི་འདུག། ཐ་དཔེ་ལས་འཁྲབ་བཅས་ནས་ང་ཚོས་དེ་འདྲས་ཅིག་འཚོ་བ་འཁྱོལ་ཐབས་བྱས་པ་ཡིན་ན་ང་རང་ཚོ་འགན་འཁྲི་ཡོད་ཟེར་ནས་བཤད་དེ་གོ་ར་ནོམ་རྒྱལ་ལྟ་དེ་དེ་རིང་སྤི་སྐད་ང་ཚོ་འཛོམས་ནས་གར་གྱི་གོ་རེད་ཟེར་ན། བོད་མི་རིགས་ཀྱི་དར་ཆ་འཕྱར་ཅན་བོད་མི་རིགས་ཀྱི་ཁེ་ཕན་དང་བོད་མི་རིགས་ཀྱི་མ་འོངས་པའི་གི་མདུན་ལམ་ཆེད་དུ་འཛོམས་ཡིན་ཟེར་ནས་བཤད་གོ་ར་སྲིད་གཞུང་ཁོ་རང་ཡིན་པ་ཡིན་ན་འཚམས་གཟིགས་གཟིགས་འདུག་ཨ་འཚམས་གཟིགས་དེ་འདྲས་ཅིག་གི་འཚམས་གཟིགས་ལབ་གི་གོ་རེད། སྐྱོ་མཐའ་ལྕགས་མར་བའི་སྐྱོ་བོ་བཞི་བོ་གཅིག་རེད་ཤག་སྐྱོ་བོ་བཞི་བོ། དེ་འདྲས་ཀྱི་སྐྱོ་བོ་གཅིག་གི་འཚམས་གཟིགས་སྟངས་དེ་འདྲས་ལབ་ནས་ཡོང་ཡོང་ནི་དངོས་གནས་དྲང་གནས་ཀྱི་ཧ་ལས་པ་རེད། ཁོ་རང་བསམ་བློ་གཅིག་བཏང་ན་དངོས་གནས་དྲང་གནས་ཀྱི་ནམ་རྒྱུན་དཔལ་དེ་རྒྱུན་ཆད་མེད་པར་རྒྱལ་བ་རིན་པོ་ཆེ་དང་རྒྱལ་བ་རིན་པོ་ཆེ་ལགས་རྒྱལ་བ་རིན་པོ་ཆེ་ལགས་གཉིས་ཀྱི་ཐལ་མོ་སྦྱར་བའི་གི་དཔེ་ཤག་ཡོད་རེད་ཁོ་རང་ད་ལྟ་ཡོང་ཡས་ཀྱི་འགྲོ་སོང་བཏང་ཡས་དེ་ལ།

སྦིར་སོན་ལ་སྐད་ཆ་གཅིག་མི་དམངས་ལ་བཀའ་སློབ་ཁྲོད་ནས་སྐད་ཆ་གཅིག་བཤད་འདུག་དེ་དཔེ་རྩ་བྱིས་པོ་བཞི་བོ་ཅིག་ག་རེ་བཤད་བཞག་འདུག་ཟེར་ན། ཁམས་པ་དང་ཨ་མདོ་གཉིས་ནང་ཁུལ་ཁོ་རང་ཚོ་འཆམ་པོ་ཡོག་མ་རེད་ཟེར། ཁམས་པ་དང་ཨ་མདོ་གཉིས་ནང་ཁུལ་ལ་འཆམ་པོ་མེད་པ་ཁྱེད་རང་གིས་ཤེས་པ་ཡིན་ན། དེ་ལ་ཁྱེད་རང་གིས་མགོ་རྒོན་བླུག་ཁུག་བྱས་ནས་འཆམ་པོ་བཟོ་ཡས་དེ་ད་ལྟ་ཁྱོད་རས་ཀྱི་འགན་འཁྲི་རེད་བ། ཁྱོད་མི་ལ་བཤད་ཡས་སྐད་ཆ་ཅིག་རེད། ཁྱོད་སྲིད་སྐྱོང་རེད་བ། སྲིད་སྐྱོང་གི་འགན་འཁྲི་རེད་བ་ནང་ཁུལ་འཆམ་པོ་མེད་པ་ཡིན་ན་ནང་ཁུལ་ཞོད་འཇགས་དང། མཉམ་དུ་འཆམ་མཐུན་ངང་ནས་ཁྲིད་འགྲོ་ཡས་ཁྱོད་ལས་ཀ་མ་རེད་བས། ངའི་ལས་ཀ་རེད། མི་དམངས་ཀྱི་ལས་ཀ་རེད། མི་དམངས་ལ་དེ་འདྲས་ཤིག་བཤད་ནས་དངོས་གནས་ངོ་ཡི་མ་ཚ་ཨོ་ཚ་རེད་བ། ད་དེ་ལ་སྐད་ཆ་གཅིག་གར་བཤད་འདུག་ཟེར་ན། རང་བཙན་རྩོད་ན་དབུས་གཙང་ནི་ཐོབ་ཐང་དེ་ཆེ་བ་རེད། ག་རེ་སྐད་ཅིག་བཤད་དགོས་རེད་དབུས་གཙང་མི་ལ་རང་བཙན་རྩོད་ཀྱི་ཐོབ་ཐང་ཕྱེས་ཡོད་རེད་ཟེར་ན། སྐད་ཆ་ཚབ་ཇི་ལྟར་ཆེ་བ་མ་རེད་རང་བཙན་རྩོད་ཡོད་མི་ཚང་མ་ལ་སོ་སོའི་གི་ཐོབ་ཐང་འདྲ་མཉམ་རེད། དབུས་གཙང་མི་ལ་རང་བཙན་གཉིས་བྱས་རང་བཙན་གཅིག་དང་ཕྱེད་ཀ་བྱས། གཞན་པར་རང་བཙན་ཕྱེད་ཀ་བྱས་དེ་ནས་བརྒྱ་ཆ་ལྔ་བྱས་དེ་འདྲས་ཡོད་རེད་རང་བཙན་ཟེར་དེ་རྩོད་ཡས་རང་བཙན་གི་གོ་གོ་རུ་གླེང་ཐུབ་མི་འདུག། སྲིད་སྐྱོང་གིས། གོ་བ་ལས་མ་འདུག་ཧ་མོ་གོ། ཨ་ནི་ཚིག་འདི་བས་ཀྱི་ནད་རྟགས་རྐྱེན་པའི་སྐད་ཆ་བ་འདི་ཚོ་བཤད་ཡོང་གི། མདོར་བསྡུས་ནས་བཤད་པ་ཡིན་ན། སྨྱོན་དཔལ་གྱི་ཆ་ཤས་ཆ་འགྲོ་གི་རེད་ད་སྐད་ཆ་དེ་འདྲས་གང་བྱུང་མང་བྱུང་བཤད་ཅིག་བྱེད་ཡོང་དུས། འདི་འདྲས་ཀྱི་གནས་སྟངས་འགྱུར་ཚར་རེད་ད། དངོས་གནས་དྲང་ནས་གང་བྱུང་མང་བྱུང་སྐད་ཆ་རེད་རྣམ་པ་ཚོ་ཚང་མས་བསམ་དང། ང་རང་འཛིན་དགོས་ཟེར་ཡས་འདི་ང། ང་རང་གི་ཐོབ་ཐང་རེད་བ། དེ་ཐོབ་ཐང་ཚང་མ་ལོས་ཡོར་བ་རང་བཙན་གོས་ཟེར་ཡ་དེ། འདྲ་མཉམ་རེད་མ་གཏོགས་རང་བཙན་ཟེར་འཛམ་བུ་གླིང་ནང་ནས་མི་འདི་ལ་ཆེ་བར་དང་མི་འདི་ལ་ཆུང་བར་དང་མི་འདི་ལ་འདི་བྱས་ཤག་རེད། འཛམ་གླིང་གི་ཆབ་སྲིད་ཀྱི་ཐོབ་ཐང་ནང་ལ་བཀོད་ཞིག་རྒྱུ་ནང་ལ་ཐོབ་ཐང་ཆེ་ཆུང་གི་སྐད་ཆ་དེ་འདྲའི་རྩ་བ་གཉིས་ནས་ཡོར་མ་རེད་ད་རང་བཙན་ཟེར་དེ་ལ། ཚང་མ་འདྲ་མཉམ་རེད་མ་གཏོགས། ཁོ་རང་དེ་འདྲའི་འགྲོ་དེ་འདྲའི་བཤད་དེ་འདུག་བ་དེ། ད་འདི་ག་རེ་ག་རེའི་ཐོག་བཤད་ཀྱི་ཡོད་ན། མི་མང་ཚང་མ་བསམ་གཏང་དགོས་པ། བྱས་ཙང་ཚིག་འདི་པའི་སྐད་ཆ་རེད་ད་སྐད་ཆའང་འདི་འདྲས་དངོས་གནས་དྲང་གནས་ཐོན་ཡོང་དགོས་པ་ད་ལྟ་ང་ཚོའི་གི་དཔལ་ལྡན་སྲིད་སྐྱོང་མཆོག་གི་སྐད་ཆ་རེད་ད། དོག་དོག་བཤད་ན། དཔལ་ལྡན་དཔལ་ལྡན་སྲིད་སྐྱོང་མཆོག་གི་དངོས་གནས་དྲང་གནས། ཆོས་ཆོས་ལུགས་ཀྱི་ཆོས་རིག་གི་བཀའ་ལུང་རེད་དེ་ཁོ་རང་རྒྱ་བོ་རིམ་བྱོན་ཡིན་བསམ་ཡོད་ས་རེད་དཀོན་མཆོག་སོགས་ལས་འགན་སྤེལ་ཏེ་སངས་རྒྱས་བསྟན་པ་གི་ཡ་བསྐྱིལ་ཡོད། སྐྱབས་མགོན་རིན་པོ་ཆེ་གི་གསུང་བ་ཡིན་ན་ལན་པོ་ཡོད་རེད་ག་རེད་ཟེར་ན་སྐྱབས་མགོན་རིན་པོ་ཆེ་བསྟན་པའི་རྗེས་འབྲང་མཁན་སྐྱབས་སྐྱབས་མགོན་རིན་པོ་ཆེ་ཁོ་རང་སྡོམ་རྒྱུའི་གསུང་བ་ནང་བཞིན་དགེ་སློང་སྤེལ་ཏེ་བསྟན་སངས་རྒྱས་བཅོམ་ལྡན་འདས་ཀྱི་དགེ་སློང་དགེ་སློང་དཀྱུས་མ་ཅིག་ཡིན་ད་ཟེར་ནས་ཁོ་ཚོས་བཤད་པ་ཡིན་གསུང་བ་ཡིན་ན་དངོས་གནས་ལན་པོ་ཡོད་རེད།

གྱེར་བ་ཁ་ཤས་ཀྱི YouTube བསྐྱོར་ཤག་དེ་ཚོ་ཚང་མའི་ནང YouTube པ་ཁ་ཤས་འདུག་དེ་ཚོ་ཚང་མའི་ནང་ཡོད་རེད་དངོས་གནས་དྲང་གནས་ཀྱི་རྣམ་པ་ཚོགས་ཟེར། ང་ད་དཔེ་གལ་དངོས་གནས་དྲང་གནས་ཀྱི་དྲི་བ་དྲི་ལན་འདི་ཏང་ཡོན་ལ་ད་དཔེ་དེ་ཁྱག་ཨང་དུ་ལོས་སྒྲོག་དགོས་ཀྱི་འདུག་ད་ལྟ་ད་དཔེ་དེ་དྲི་བ་དྲི་ལན་གཅིག་ར་སྒྲོག་བྱས་ན་ཡག་ཐེངས་མ་གསུམ་ལ་འགོག་བྱུང། ཐ་མ་དེ་ལ་ར་རྩ་བྱུང་དེ་ར་དུས་ལ་འདུག་སེ་སྤྲད་དུས་ལ་དངོས་གནས་དྲང་གནས་ཀྱི་ཡིན་ནས་མ་ལ། དེ་ཟེར་འདུག་གཅིག་ལས་བཏང་ཆོག་མོ་ཡོང་ཨ་སེ་དཔེ་དེ་དྲི་བ་གཅིག་རེད་ད་སེ།

ཡར་མར་སྐྱེལ་རོགས་ཟེར་ནས། ད་དེ་འདྲས་ཀྱི་ཐད་ནས་མང་ཐག་ཆོད་ཅིག་འགྲོ་སོང་འགྲོ་སོང་ཨ་ནི་དེ་ད་ཁྱེད་ཀྱི་བི་ནས་ཨ། དངོས་གནས་དྲང་གནས་ཀྱི་བོད་མི་རིགས་ལ་ཕན་པའི་གི་དཀའ་མོའི་ཚིག་གཅིག་ར་སྤྲོད་བྱས་ན་བསམ་སོང། ཡོད་མ་རེད་ཚིག་གཅིག་མི་འདུག་ད་ཚིག་གཅིག་དངོས་གནས་དྲང་གནས་ཀྱི། བྱས་ཙང་ང་དེ་རིང་དངོས་གནས་དྲང་གནས་ཀྱི་དྲ་རྒྱའི་སྒང་ལ་ཡོང་བྱས། དངོས་ཡོད་གནས་ཚུལ་རང་གོ་རུང་ཞུ་ག་ཡོང་གི་མི་མང་ལ། མི་མང་རྣམས་པས་དངོས་གནས་དྲང་གནས་ཀྱི་ངའི་སྐད་ཆ་འདི། གསན་མཁན་ཚང་མས་དངོས་གནས་དྲང་གནས་ཀྱི་དོ་སྣང་སྤྲད་རོགས་གནང། དེ་གས་དངོས་ཡོད་ཀྱི་གནས་ཚུལ་རང་རེད་ད་དེ། དངོས་ཡོད་རང་ང་རང་ས་གནས་ས་ཐོག་རང། Australia གྱི་ས་གནས་ས་ཐོག་རང་ནས། དངོས་ཡོད་གནས་ཚུལ་མཉམ་ཞུགས་རང་བྱས་པའི་གི་གནས་ཚུལ་ཡིན། ངས་ད་ལྟ་བཤད་བསྡད་པ་དེ་ག་ཚང་མ། དེ་འདྲས་ཅིག་ཡིན། དེ་ནི། དོན་དུ་ང་མུ་མཐུད་ནས་ཡང་ནས་ཁ་བཤད་ཡོང་དགོས་ཆགས་ས་རེད་ད་ལྟའི་གི་གནས་སྟངས་དེ་འདྲས་ཡིན་པ་ཡིན་ན་དངོས་གནས་དྲང་གནས་ཀྱི་མི་མང་གིས་ང་ད་ལྟ་རྒྱབ་སྐྱོར་གནང་མཁན་ཧ་ལས་པ་ཚད་མཐོན་པོ་གནང་བཞག་ཐུགས་རྗེ་ཆེ་ཞུ་བས་ཡིན། སིང་ངེ་གིས་བེ་གའི་ཐད་གཏོང་འགྲོ་བའི་སྐབས་ལ། མི་ཧ་ལམ་བཅུ་གྲངས་གཅིག་ལས་མི་འདུག་ཁོ་རང་ཚོ་ཉེ་ཉེ་ནས་འདིས་ག་རེ་ཆགས་དགོས་རེད་ཟེར་ན་སྲིད་སྐྱོང་གཅིག་ལ་དེ་ནུས་པ་མེད་པ་ཐོན་གི་ཡོད་རེད། ད་ལྟ་དང་ངའི་དྲ་རྒྱའི་ནང་མི་འདི་གི་ཚེ་བྷེ་ཤ་དངོས་གནས་དྲང་གནས་ཀྱི་ཚང་མ་ལ་ཐུགས་རྗེ་ཆེ་ཨ་ནི་ཚང་མས་དངོས་གནས་དྲང་གནས་ཀྱི་ང་ལ་དུས་དང་རྣམ་པ་ཀུན་ཏུ་རྒྱབ་སྐྱོར་གནང་ནི་ང་རང་ཡིན་ནས་དཀའ་ལས་རྒྱག་འདོད་ཡོད་ཁོ་ཚོས་དན་པ་མེད་ས་ལ་རྫུ་གུ་བཙུགས་ཡིན། རྐང་བཙུགས་ནི་མི་གའི་བཙུགས་ཁ་ཕྱིན་ཡིན། དེ་ཡང་རྫུ་གུ་བཙུགས་ནི་སྐྱོན་བརྗོད་བྱེད་ཁ་ཕྱིན་མེད། ངས་དངོས་གནས་དྲང་གནས་ཀྱི་སྲིད་སྐྱོང་ཅིག་ལ་བརྩིས་ནས་དེ་ཙམ་གྱི་སྐད་ཆ་ཡག་པོ་ཅིག་ཡོང་རོགས་བྱས་ན། ང་ཚོའི་གི་སྤྱི་ཚོགས་འདི་དེ་ཙམ་རུག་རུག་ཅིག་དངོས་གནས་ཀྱི་རུག་རུག་ཅིག་བྱུང་ནས། མཉམ་ཞུགས་མཉམ་རུག་ཅིག་ཁོས་ཁྲིད་ཐུབ་རོགས་བྱས་ན།

མི་འདུག་དངོས་གནས་དྲང་གནས་ཀྱི་དཔེ་དེ་ང་རང་དཔེ་དེ་ལྷོད་ལྷོད་རང་བྱས་ནས་དངོས་གནས་དྲང་གནས་ཀྱི་སྲིད་གཞུང་ཅིག་དཔེ་དེ་ཡོད་རེད་བསམ་ཉན་ཡིན་ད། ཚིག་གཅིག་མི་འདུག་ད་དངོས་གནས་དྲང་གནས་མི་འདུག་ང་མི་དགེ་ཡང། དཔེ་འདི་ནས་ས་ཆ་ཐག་རིང་པོ་དེ་ནས་མ་ཕྱིན་ནས་སྐྱོན་བརྗོད་ར་ཅི་ཞིབ་པོ་ཅིག་བྱེད་ཁག་ཡོང་སྐྱོ་འགྲོ་ཅི་ཡང་རིགས་གཅིག་གི་འགྲེལ་བཤད་དེ་འདྲས་གྱ་འདོག་ཁག་པོ་རེད་ད། དེ་འདྲས་འགྲེལ་བཤད་གྱོ་བ་ཡིན་ན་ཕན་ནི་ཐོག་གི་མ་རེད་འགྲེལ་བཤད་ལོག་པ་ཆགས་ཀྱི་རེད། ངས་དངོས་གནས་དྲང་གནས་ཀྱི་ཁ་གསལ་བོ་བྱས་ནས་ཞུ་གི་ཡིན། དངོས་གནས་དྲང་གནས་སྲིད་སྐྱོང་རྩིས་ཡིག་བྱས་ནས། མི་འགས་བཅར། དེ་ཙམ་མ་ཟད་དྲི་བ་དྲིས་ལན་ཐོག་ནས་ཅིག་ཏིག་ཙག་ཅིག་ཡག་པོ་ལྷོད་ལྷོད་ཡོང་གི་རེད་བསམ་སོང། གོ་ལ་ཆེ་ཞིག་མི་འདུག་ལ་བོད་རིགས་མཐུན་ཚོགས་གོ་སྒྲིག་བྱེད་མཁན་ལས་ཆེ་ཞིག་མི་འདུག། ཆེ་ཞིང་ཡག་པོ་མི་འདུག་གོ་སྒྲིག་ཡག་པོ་མི་འདུག་དོན་དུ་དེ་ལས་ལྡོག་སྟེ་ཁོས་ལས་ཀ་འཐུས་ཤོར་དེ་ག་ཚོད་བཏང་ངོ་རེད་མིག་གིས་མདུན་ལ་གོ་རུང་ཆུ་ཚོད་དེ་ག་ཚོད་ཅིག་རིན་ཐང་བྲལ་བའི་གི་ཆུ་ཚོད་དེ་ག་ཚོད་ཅིག་འཕྲོ་བརླག་བཏང་པ་རེད། མི་དུས་མཆུ་དོད་མཁན་གྱི་ད་མ་དྷ་ས་ལས་དེའི་ནང་ལ་གེང་ཀོག་མང་པོ་ཅིག་འདུག་དེ་ཚོ་ད་སེན་ཏྲེ་ལིང་པེ་ཤ་ཟ་འདེད་དེ་རྒྱུ་སོང་ཙང་ཅིག་གནད་འགག་མེད་འགྲོ་མ་མཐའ་དེའི་ནང་གཞོན་སྐྱེས་ཁ་ཤས་བཞུགས་འདུག་དེ་ཚོའི་གི་དུས་ཚོད་འཕྲོ་བརླག་འགྲོ་པ་ར། རིན་ཐང་བྲལ་བ་གྱི་དཔལ་འབྱོར་གྱོང་གུན་སྒྲོག་པར་བ་མ་ད་ས་ལས། འོ་ད་མི་འདུག་དངོས་གནས་ཁོ་རང་གི་ཁ་ནས་གི་མི་འདུག་ལབ་ཡ་རེད་འདུག་གསུང་གི་འདུག་ང་ཚོ་མི་རྒན་དངོས་སུ་ཕྱིན་ནི་མི་འདུག་ཨ་ནི་རྣམ་པ་ཚོ་ཚང་མ་ལ་ཐུགས་རྗེ་ཆེ། བོད་རྒྱལ་ལོ་བོད་རང་བཙན་རྒྱལ་ལོ།